དེ་གོ་ཚོད་ཞོག་མ་རེད་དེ་རིང་ཐད་གཏོང་ཐུང་ཐུང་ཞིག་མང་པོ་མེད་ཐུང་ཐུང་ཞིག་ཡིན་ར་ཐུང་ཐུང་ཅིག་སྐད་ཆ་དེ་འདྲ་གཅིག་རང་གཅིག་གང་ལ་སྐད་ཆ་ཞིག་བཤད་ན་བསམ་སོང་དེ་དང་མཉམ་དུ་ལ་རྣམ་པ་ཚོ་ལ་ཡང་གསར་འགྱུར་ཁ་ཤས་ཤིག་མཁོ་སྤྲོད་བྱེད་ན་བསམ་སོང། ཡ་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་སྐུ་གསོལ་བདེ་འོ་ད་རྣམ་པ་ཚོ་མང་པོ་ཞིག་བྲིས་གནང་ཞིག་ད་མི་ཕན་དགོས་འདུག་དེ་རིང་གི་བརྗོད་གཞི་གང་ཡིན་ནམ་ད་དེ་རིང་གི། ཐོག་མར་དེ་ལ་ཡང་རྒྱ་ཆེ་ན་གོ་འདུག་ཞེས་པའི་ཕེ་རི་པིན་དང་ཡོང་རེད་དམིགས་བསལ་གྱི་ང་རང་ཚོ་བོད་དོན་ལ་ཡང་བོད་དོན་ཐུགས་ཁུར་བཞེས་མཁན་གྱི་འཐབ་རྩོད་པ་རྣམ་པ་རེད་ད་ནང་བཞིན་གྱི་ང་རང་ཚོ་སྤྱི་ཚོགས་ཀྱི་མང་ཚོགས་ཀྱི་ཡང་བདེ་སྡུག་ལ་འགན་ཁུར་བའི་མཐོང་བ་ནས་ང་རང་ཚོ་སྤྱི་ཚོགས་ནང་ལ་ཡང་ཚོགས་པ་འདྲ་མིན་ཅིག་ཡོད་འདོད་པ་རེད་ཚོགས་པ་དེ་གའི་དེ་གའི་ཚོགས་མི་རེ་འགན་འཁྱེར་མཁན་རེད་དེ་ག་ནང་བཞིན་གྱི་ང་རང་ཚོའི་གྱི་ཆོས་དང་རིག་གཞུང་སྲུང་སྐྱོབ་དང་གོང་འཕེལ་དེ་འདྲའི་དོན་དག་ལ་ཕྱག་ལས་གནང་མཁན། ཨ་ན་ག་ན་བཞིན་ང་རང་ཚོའི་བོད་པའི་གི་སྒྱུ་རྩལ་དང། གཞས་དང་ཞབས་བྲོ་ཚོ་མི་ཉམས་རྒྱུན་འཛིན་གནང་མཁན་གྱི་ཨ་ན་ཡང་སྒྱུ་རྩལ་བ་རེད་ཚ་ཚང་ལ་ཡ། ཐོག་མ་དང་ལས་རྣམ་པ་ཚོའི་ངོས་ནས། གུས་པ་བསྟན་འཛིན་ལུང་རྟོགས་ཀྱི་འཚམས་འདྲི་དེ་ཨ་ནི་ཞལ་བཞེས་གནང་རོགས་གནང་ཅེས། ཞུ་དགོས་ད་དེ་རིང་གི་ངའི་གི། སྐད་ཆ་ཞེས་གཙོ་བོ་དེ་ག་རེ་རེད་ཟེར་བ་ན། ད་བདམས་ཐོན་སྲིད་སྐྱོང། སྤེན་པ་ཚེ་རིང་གིས་ཤེས་ཡོན་གྱི་ཐོག་ལ་ཁོ་རང་གི་བསམ་བློ་ཁེར་རྐྱང་ཁྱེར་སྟངས་ཤོད་རོགས་ཨ། འདིའི་ཐོག་ལ་ང་ཚོ་ཏོག་ཅིག་ཉམས་ཞིབ་སྒྲོག་ཅིག་བྱེད་ན་བསམ་སོང། དེ་ཡང་གཙོ་བོ་ཁོ་རང་གི་ཉི་མ་འོས་བསྡུ་གྱི་བསྒྲགས་གཏམ་ཟེར་བ་རྩ་ཚིག། Manifesto། དེའི་ནང་ལ་ཁོ་རང་ག་རེ་བྲིས་ཡོད་རེད། ཨ་ངེད་ཅག་ཁོ་རང་གི་ཁ་ནས་སྐད་ཆ་ག་རེ་བཤད་ཡོད་རེད།

གཞུང་དོན་ལ་ཞིབ་ཏུ་མ་དཔྱད་པར། གོ་བ་རགས་པ་རེ་ཤར་བ་ན། དེ་ཡིས་ཚིམ་པའི་ཐག་གཅོད་མ་མངའ་ཞིག་ཟེར་ཚིག་སྦྱོར་ཚིག་དེ་ག་ལ་འོག་ཟེར་ན། དོན་དག་ལ་བརྟག་དཔྱད་ཡག་པོ་མ་བྱས་པར་བྱས་ནི། ཤུག་གུ་རྐང་གཅིག་ནང་ལ་ཚིག་ཡག་པོ་མཐོང་བ་ཡང་འདིས་འདོད་པ་རེར་ཁངས་བྱས་ནི་ཐག་གཅོད་བྱས་ཏེ་མ་བཅོས་ཟེར་ར་འདི་གསུང་དགོས་དེ་འདི་དེ་རིང་ངེད་ཀྱིས་སྐད་ཆ་བཤད་དེ། ཅོ་སྤེན་ཚེ་གྱིས་ཉེ་དུས་དེང་སང་བཤད་ཤེས་པའི་སྐད་ཆ་དང། ཨ་ཅོ་སྤེན་ཚེ་ཁོ་རང་གི་འོས་ཤོག་འོས་བསྡུ་སྐབས་སུ་ཡང་མང་ཚོགས་མགོ་སྐོར་བཏང་ཡན་གྱི་འོས་ཤོག་ཐོ་བས་དོན་དག་ལ་ཁོ་རང་གིས་བང་གཅིག་བསྒྲིགས་ཤ་ཡོད་རེད་བ་ལོ་ལྔ་ན་འདི་འབྱེད་ཅེས་བྱེད་ཀྱི་ཟེར་ཞུ་རོགས། འདི་ནས་མང་གཅིག་ཟུར་འདོན་ཅིག་ཆེས་དེ་ན་ག་རེ་བཤད་ཤག་དེང་སང་ག་རེ་བཤད་ཤག་ཁོ་རང་ག་རེ་བྱེད་ཀྱི་འདུག་རོགས་ནག་ཐ་ཐོག་ལ། ཨ་འདི་གི་སྤྱི་ཚོགས་ལ་ཡང་ཕན་གྱི་རེད་གནོད་གྱི་རེད་དེ་འདྲའི་གི་ཐོག་ལ་ང་ཚོ་དེ་རིང་སྐད་ཆ་གཅིག་བཤད་ན་བསམ་སོང། ད་དེ་རིང་ང་དུས་ཚོད་མང་པོ་ཞིག་ལ་མེད་ཨ་ནི་དེང་སང་འཆར་ཅན་ལས་ཀ་ལ་ཞིག་འགྲོ་དེ་ཁོམ་གི་མི་འདུག་ལ། ཨ་མང་པོ་ཅིག་གི་ཁ་ཕྱེས་སོ་ཁ་ཕྱེས་སོ་ཁྲིད་དེ་གི་དེ་ལྟར་ན་ང་ད་ལྟ་ལས་ཀ་འགྲོ་དགོས་དགོས་ཨ་འདི་འདྲའི་ཡིན་ན་དེ་རིང་བརྙན་ཐུང་འདི་ཐུང་ཐུང་ནང་ཆགས་ཀྱི་རེད་བསམ་གྱི་ཡོད་བརྙན་འབད་བརྩོན་བྱེད་ཀྱིན། དེ་འདྲ་ཡིན་དུས་ཐོག་མར་རྣམ་པ་ཚང་མ་ལ་ཡང་འཚམས་འདྲི་གྲངས་མེད་ཞུ་གི་ཡོད། ཨ་ནི། ད་གལ་ཆེ་ཤོས་གཅིག་དེ་ངས་ད་ག་འདྲའི་འགོ་བཙུགས་འོས་མིན་ངས་ཤེས་ཀྱི་མི་འདུག་གང་ལྟར། ད་ལྟ་དེང་སང་ངེད་ཅག་ཅོ་སྤེན་ཚེ་གི་ད་ཁ་སང་ཉི་མ་འོས་བསྡུ་གི་དེ་འདྲ་བསྒྲགས་གཏམ་ལ་བསྒྲགས་གཏམ་དེའི་ནང་ལ་ཁོ་རང་ག་རེ་བཤད་ཡོད་ལབ་ན་འོས་བསྡུ་སྔ་སོ་ཁོ་རང་གིས་དེབ་ཅིག་བཟོས་ཡོད་རྣམ་པ་ཚོ་མཁྱེན་གྱི་ཡོད་རེད། ཉིད་དོ་ཉིད་རྩ་ཆེན་ལོའི་སྲིད་སྐྱོང་འོས་གཞི་སྤེན་པ་ཚེ་རིང་གི་འོས་བསྡུ་བསྒྲགས་གཏམ་ཟེར་གྱི་དེབ་ཆེ་རྣམ་པ་ཚོ་ད་ངེད་དེ་ཕབ་ལེན་བྱེད་ཅིག་དེབ་དོ་དེབ་སྔོ་ནག་ཞིག་དོ། དེབ་སྔོ་ནག་དེ་ཁོ་རང་གི་དེབ་དེ་རེད་ད་ངེད་དེ། དཔེ་དེབ་དོ་དཔེ་དེབ་ཡོད་དུས་ངེད་དེ་འདི་ན་གསབ་ཅིག་ད་འདི་ན་ལ་ཁོ་རང་གི་དོན་ཚན་མང་པོ་འབྱོར་ད་ཁོ་རང་དང་པོ། ཁོ་རང་གི་དཀར་ཆག་ནང་ལོ་ལ་ཡ་རྣམ་པ་ཚོ་ཅིག་གཟིགས་པ་ཡིན་ན།

ལྡན་ཡོད། དོན་སྙིང་ལྡན་པའི་ཤེས་ཡོན་སྦྱོར་སྤྲོད་ཟེར་ཏེ་ཁ་ལོ་བ། དོན་སྙིང་ལྡན་པའི་མང་ཚོགས་ལ་ཤེས་ཡོན་ག་འདྲས་ཟིན་སྦྱར་དགོས་རེད་ག་འདྲས་ཟིན་སྤྲད་དགོས་རེད་ཟེར་དེ་འདྲས་ཀྱི་དཀར་ཆག་གསབ་སྦྱར་གྱི་གླིག་བོར། ད་ང་ཚོ་འདི་ན་ཅིག་འགྲོ་བ་ཡིན་ན་རོགས་འདི་ན་འགྲོ་ན་སྤེན་པ་ཚེ་རིང་གིས་ད་ག་རེ་བཤད་ཡོད་རེད་ཟེར་ཞོར་བ། ངས་འདི་རྣམ་པ་ཚོ་ལ་ཅིག་ཞུས་པ་ཡིན་ན་སྤེན་པ་ཚེ་རིང་ཁོ་རང་གིས་ཅིག་ཁ་ཞེ་ཚུགས་མགོ་ཚུགས་མགོ་མི་འདུག་ཟེར་ཞོར་བ། ད་འདི་གི། ཤོག་གྲངས་བཅོ་བརྒྱད་ནང་ལོགས་ལ་རོ། ཤོག་གྲངས་བཅོ་བརྒྱད་གཉིས་དེ་བཏགས་རྒྱབ་བྱས་ཡོད། ནི་རྣམ་པ་ཚོ་ཡང་སོ་སོ་ཁ་པར་དེ་འདྲ་ནི་ནི་ཚིག་དེ་རོ། ཤོག་གྲངས་བཅོ་བརྒྱད་ཀྱི་དོན་ཚན། ང་ཅག་ཆ་ཆ་ན་ལ་ག་རེ་བཤད་ཞེས་ཞུས་པ་ཡིན་ན། མཐོ་རིམ་སློབ་མས་སློབ་ཡོན་མུ་མཐུད་འབྱོར་འཇགས་དང་ད་ལྟ་ད་ལྟ་མཐོ་རིམ་སློབ་མས་སྲིད་དོན་ང་ཚོ་སློབ་གྲྭ་པུ་གུ་ཚོ་ཡི་སློབ་ཡོན་བྱེད་ཡོད་རོ། དེ་མུ་མཐུད་ནི་མ་བྲིས་ཀི་ཡིན་ཟེར་རོ། འབྱོར་འཇགས། བྲེལ་བ་མ་ཚད་འདི་སྦྱར་གྱི་ཡིན་ཐུགས་ངལ་སྦྱར་གྱི་ཡིན་ཐུགས་ངལ་སྤྱད་ཀྱི་མེད་ཟེར་བ་སྦྱར་གྱི་ཡིན། སློབ་ཡོན་མཐོ་བའི་ཆེད་ལས་ཀྱི་ཁྱབ་ཁོངས་སུ་ད་སློབ་ཡོན་མང་པོ་ཐོབ་བསྡད་ཡིན་སྟབས་སློབ་ཕྲུག་འདི་ཡོད་རེད་བ། ཨ་ནི་སྦྱངས་འབྲས་ལེགས་པའི་སློབ་མ་ཚོར། ཨ་ནི་སྦྱངས་འབྲས་ད་གཅིག་གྲུབ་འབྲས་ཡག་པོ་ཐོབ་བསྡད་ཀྱི་སློབ་མ་འདི་འདྲ་ཡོད་ར་ཁོང་ཚོ་ལ་བུན་གཡར་རམ། རོགས་རམ་གྱི་ཐབས་ལམ་གཞན་འཚོལ་རྒྱུར་ད་ཅི་ད་ནམ་རྒྱུས། ཕྱི་རྒྱལ་ཁག་སྡེ་བ་ཡིན་ན་སློབ་གྲྭ་འགྲོ་མཁན་སློབ་ཕྲུག་ཚོ་ལ་གཞུང་གིས་བུ་ལོན་ཡར་རེས་ཁོ་ཚོ་གི་ལས་གཞི་ཞིག་གཏོད། བུ་ལོན་ཡར། སྐྱེ་ཁམས་དམག་ཡུལ་ཐོན་ནས་བུ་ལོན་ཡར་ལྟ་སྤོ་ཁོ་ཚོ་དེ་འདྲས་བྱེད་དགོས། དེ་འདྲས་ན་ཞིག་ཁོ་རང་གི་ད་སྤེན་པ་ཚེ་རིང་གིས་དེ་འདྲས་ཅིག་བྱེད་ཀྱིན་ཡིན་ཟེར་རྗེས། ད་ཁོ་རང་གིས་སྐད་ཆ་འདི་ཁོ་རང་གི་ད་ལྟ་འདི། འོས་བསྡུ་གི་བསྒྲགས་གཏམ་ནང་ལ་དེ་འདྲས་ཅིག་བཤད། ད་འདི་ཚོ་ཉེས་རྫུན་བཤད་རྒྱུ་མ་གཏོགས་རྣམ་པ་ཚོ། ད་སྤེན་པ་ཚེ་རིང་གི་འོས་བསྡུ་བསྒྲགས་གཏམ་དང་སྙེ་མ་འོས་ཤོག་ཁག་ཚོ་ཞུ་ལག་པར་འཆར་ཟ་ཁོ་རང་གིས། ཨ་ནི་ཉེས་ནོར་ན་དེབ་དེ་ང་ལ་འཁྱེར་ནས་ཤོག་ཉེས་ལེན་བྱེད་ཀྱི་ལགས་སོ། ཨ་ནི་ད་ལྟ་ད་ནངས་ངོ་ལོག་ཤོག་ཁ་ཁོ་རང་ཚོ་ཡིན་པ་ཡིན་ན་གཞིས་ཆགས་ཁག་ཏུ་མང་པོ་ལ་དེབ་དེ་བཀྲམ་ནས་འགྲོ་འདུག་ཨ། གཞིས་ཆགས་ཁ་ཤར་ངའི་སྤུན་རྒྱག་དེ་འདྲའི་ནང་ལ་སྤེན་པ་ཚེ་རིང་གིས་ད་ལྟ་དེབ་དེ་བཀྲམ་བྱས་དེ་འདྲའི་སླེ་ཞག་ང་ལ་ཁ་པར་དེ་འདྲའི་སླེ་སོང་སྤུན་རྒྱག་ཚོས་ཅོ་ཅོ་ང་ཚོ་ནང་ལ་སྤེན་པ་ཚེ་རིང་སླེ་སོང་རྒྱབ་སྐྱོར་དེ་འདྲའི་སླེ་སོང་སླེ་སོང་ངས་དུས་དུས་ཞུས་པ་ཡིན་སླེ་ན་ཁྱེད་གཡོག་མ་རེད་ཁོ་རང་ཚོས་དེབ་དེ་ལེན་ཨ་ནི་སྐད་ཆ་དྲི་བ་ག་རེ་དང་ལན་ཀྱང་བྱེད་པ་གལ་ཆེ་བོ་མ་རེད་ལ་ཡིན་པ་དེ་དེ་འགྲོ་སྟངས་རེད་བ། ད་དེ་འདྲས་ཡིན་དུས། སྤེན་པ་ཚེ་རིང་གིས་ཆོག་མཆན་ནི་ད་སློབ་སྦྱོང་གི་ཐོག་ལ་ཡང་སློབ་ཡོན་མུ་མཐུད་ནས་འབྱོར་གྱིན་ཡིན་འབྱོར་བ་མ་ཚད་ད་ཡོད་སློབ་ཡོན་ཐད་དེ་བས་ཡོད་མཁན་གཙོ་ཡིན་པ་ན་བུ་ལོན་མུ་མཐུད་ནས་སྤྲི་གི་ཡིན་བུ་ལོན་གྱི་ཐབས་ཤེས་བྱེད་ཀྱིན་ཟ་གོ་ར་ད་ཆོག་མཆན་ག་རེ་བྱེད་དགོས་ལ་ང་ཚོ་ཁ་སང་རྣམ་པ་ཚོ་གིས་ད་ཚང་མ་གོ་བསྡད་ཡོད་རེད་སློབ་མ་ཉིས་རྩ་བདུན་ལ་སྲིད་སྐྱོང་གི་གཟེངས་རྟགས་སྒོར་མོ་འབུམ་བཅུ་བཅུ་དེ་ད་ཁོང་ཚོ་ཐོབ་བསྡད་ཡོད་ར་ཐོབ་པ་ཚོ་ཐུག་གི་ལ་ད་ཁོང་ཚོ deserve ཨིན་ཇི་གི་ལ་ད deserve ལ་ཡོད་པ deserve བྱེད་གོ་ར་ད་བོད་པའི་སྐད་ཆ་མ་གསུངས་ན་ཡོད་པ་ཐོབ་ཡོད་པ་ཁོང་ཚོ་ལ་སྤྲད་ཡོད་པ།

ལ་དྭགས་ལ་ད་ལྟ་སྦྲགས་མ་འཁྲབ་ནས་འཁྲབ་སྟོན་བྱེད་ཁར་འགྲོ་འགྲོ་བསྡད་དོ་རྣམ་པ་ཚོ་ཟ་ཟི་ཡོད་རེད་དོ་ལོག་ག་འདྲས་སུ་གྱོན་གི་འདུག་སྐད་ཆ་ག་འདྲས་བཤད་ཀྱི་འདུག་ཚིག་ཟུར་ག་འདྲས་ག་ཚད་བེད་སྤྱོད་བཏང་གི་འདུག་ཨ་ནི། ཁ་སང་ལ་དྭགས་ལ་རྣམ་པ་ཚོ་གིས་མཁྱེན་གྱི་ཡོད་རེད་ངེད་ཀྱིས་ད་ལྟ། ཨ་འདི་ཡའི་རྣམ་པ་ཚོ་ལ་ཡང་ཅིག་དཔང་རྟགས་དང་བཅས་པའི་ཅིག་བསྟན་བྱས་ན་ཡག་གི་རེད་བ། ཁ་སང་ཨ་ནི་ཅིག་མི་ཡོང་མཁན་མ་རག་བྱས། ཨ་ཡོང་མཁན་ཡོད་ན་ཕེབས་ཤོག་མི་ཉི་ཤུ་སྒུག་གི་འདུག་ལགས་ཀྱི་འདུག་ཨ།

བོད་བཙན་བྱོལ་བོད་སྤྱི་ཚོགས་ནང་གཞིས་ཆགས་ཚང་མ་པདྨ་མོན་གོར་དང Belok Valley བབས་སྤེལ་བ་ཡིན་ན། འོས་ཤོག་མང་ཤོས་ཀྱིས་ལ་དྭགས་ཆགས་སྐོར། སོ་སོ་འོས་ཤོག་ཐོབ་དགོས་ཡོད་ན་འོས་ཤོག་མང་ཤོས་ག་ནས་བསླེས་དགོས་ལབ་ན་ལ་དྭགས་ནས་བསླེས་སྐོར་ད་རེད། ལ་དྭགས་ནས་བསླེས་ཀྱི་ཡོད་དུས་སྤེན་ཚེས་ཀྱི་རེ་བ་ལ་ལ་དྭགས་ཁོ་རང་ཐོབ་ཤག་བརྩི་སྐོར་ཡིན་པ་ཡིན་ན་ད་ང་ཚོ་སྔོན་འགྲོ་དགའ་སོ། ལ་དྭགས་ཀྱི་འོས་ཤོག་དེ་རྒྱ་རི་སྒྲོལ་མ་ལ་འགྲོ་གི་ཡོད་པ་དེ་ཤེས་ཆེ་ཡང་ནི་སྤེན་པ་ཚེ་རིང་རྒྱབ་སྐྱོར་བས་ལ་དྭགས་འོས་ཤོག་རྐུ་མ་རྒྱལ་བ་དེ་རྣམ་པ་ཚང་མ་ཁེངས་སྐོར་གཉིས་ཞུས་མོ་ཁོ་བྱས།

མངའ་རིས་ཚོགས་པ་རེད་དབུས་གཙང་ཚོགས་པ་དང་ང་ལ་རྒྱབ་སྐྱོར་བྱེད་རོགས་ཞེས་སྐོར་ལ་ཡི་གེ་བཏང་ཡོད་དེ་ཚོ་ཡང་བལྟ་ཡ་ཡོད་ད་ཚོད་མ་དེ་འདྲ་མ་རེད་ཡོད་ད་ཡི་གེ་འདི་ཚོ། དེ་འདྲ་ཡིན་དུས་ད་ལན་སྤེན་པ་ཚེ་རིང་ལ་དྭགས་ལ་བགྲོད་ཡས་དེ་རྒྱུ་མཚན་ཡག་ཐག་ཁེབས་མ་ད་གཙོ་བོ། ཉིས་སྟོང་བྱས་མ་ལོ་ལྔ་རྗེས་ལ་འོས་ཤོག་ཤོག་དེ་བརྟན་པོ་བཟོ་ཡས་ཅིག་འགྲོ་གོ་དེ་རེད། དེ་འདྲའི་ཅིག་རེད་ད་དེ་ནས་ད་ངས་བརྗོད་ཅིག་དངོས་ལ་མ་འཛུལ་བ་ཡིན་ན་ད་སྤེན་པ་ཚེ་རིང་གིས་ད་ཤེས་ཡོན་གྱི་ཐོག་ལ་ཡང་ག་རེ་བྱེད་ཀྱིན་ལས་དེབ་ནང་རྣམ་པ་དུ་གཟིགས་ཡོད་རེད་ད་དེབ་དེ་བལྟ་ཚར་བའི་རྗེས་ལ་ང་ཚོ་བསམ་བློ་ག་རེ་བཏང་དགོ་གོ་ཞུ་བ་ཡིན་ན།

ཐ་དེ་ཡི་སྤུ་གུ་ཆུང་ཆུང་ཅིག་སྤུ་གུ་ཆུང་ཆུང་ཅིག་གོ་སོ་དཔེ་ཀོ་ལ་ལྟ་བྱས། རྗེས་མ་ཕ་མ་ལ་ཕན་ཐོགས་ས་མ་རག་བསམ་ན་ཆུང་ཆུང་ནས་སློབ་སྦྱོང་མ་དྲན་ན་ཡག་གི་རེད། ཨ་ཁྱེད་རང་ཚོ་ནས་རྗེས་མ་སྡུག་ཅག་བྱེད་དགོས་བསམ་ན་སློབ་སྦྱོང་མ་དྲན་ན་ཡག་གི་རེད་མ་བྱེད་ན་ཡག་གི་རེད་ལབ་ཀྱི་འདུག་ཐ་དེ་ཡི་འགོ་ཁྲིད་ཅིག་གི་བཀའ་མོལ་ཞེ་འདང་རེད་བས། དེ་འདྲ་ཡིན་པ་ནི་སྤེན་པ་ཚེ་རིང་ཁོ་རང་གི་ཕ་མ་ཚོ་ཡིན་སྤེན་པ་ཚེ་རིང་ཆུང་ཆུང་སློབ་སྦྱོང་མ་དྲན་ན་ཡག་ས་རེད་བ།

ཝཱ་ར་ན་སི་ཡིན་ན་ད་བདེ་བ་ཅིག་མཐོ་སློབ་ག་བ་ཡིན་ན་བཏང་ཨེ། ད་མཐོ་སློབ་བཏང་བཏང་བ་མ་ཟད་མཐོ་སློབ་ལ་ཡིག་རྩལ་བཏང་བྱོས་ཡིག་རྩལ་ལ་ཆ་མཐུན་མཁན་སྦྱར་རེས་མཐུན་མཁན་ཁྱོད་དང་ཕ་མ་སོ་སོ་ཡིན་ནས། ཟླ་བ་གཉིས་གསུམ་འདི་ནས་དུས་ཚོད་སྟོན་བྱས་སྤུ་གུ་མཉམ་དུ་བསྡད་སྤུ་གུར་ཁ་ལག་བཟོས་རོགས་བྱས་ཉོབ་ཆ་རྒྱག་རོགས་བྱས་སྤུ་གུ་གི་དུས་ཚོད་དེ་སློབ་སྦྱོང་རང་ལ་བཏང་བྱས་འདུག་བྱས་བྱས་མཐའ་མ་འདི་ལ་སྤུ་གུ་ཁུངས་མ་འཁྱོལ་དེ་འདྲ་བྱུང་ཡོད་རེད། ཡིན་ནའི་ཕ་མའི་ངོས་ནས་སྤུ་གུ་དེ་མ་འོངས་པ་ལ་ཕན་ཐོགས་ས་མ་རེད་བསམ་པ་དང། སྤུ་གུ་དེ་ལ་རིག་པ་མི་འདུག་བསམ་པ་དང་སྤུ་གུ་དེ་ཨ་ནི་ཅིག་ལས་ལོ་ཆེན་པོ་རེད་བསམ་ན་གཡུག་ཞར་བ་དེ་འདྲ་ཡོད་མ་རེད་འདོད་པ་ལ། ད། རྣམ་པ་ཚོ་འདི་ན་ལ་ཕ་མ་མང་པོ་ཡོད་རྒྱུ་རེད་རྣམ་པ་ཚོ་ལ་སྤུ་གུ་མང་པོ་ཡོད་རྒྱུ་རེད་སྤུ་གུ་གཉིས་གསུམ་བཞི་གཅིག་གཉིས་དེ་ཡོད་རྒྱུ་ཕ་མ་ཚང་མར་ཡོད་རྒྱུ་རེད། རྣམ་པ་སུ། ཁྱོད་ཆུང་དུས་ཀྱི་སྤུ་གུ་གི་སྤྱོད་པ་ལ་བལྟ་ནས་རྣམ་པ་ཚོས་ཀྱིས་མ་འོངས་པའི་ཚོད་དཔག་རྒྱབ་ཀྱིན་ཚོད་དཔག་རྒྱབ་ཀྱིན་ཡོད་ཆོག་རེད། ཡིན་པ་ནི་དེའི་རྒྱུ་མཚན་དུ་བཟུང་རྗེས་རྣམ་པ་སུ་ཡིས་སྤུ་གུ་སློབ་གྲྭར་མ་བཏང་ནའང་སྦས་བཞག་ཡོད། དེ་ཅིག་ཡོད་ན་བསྟན་ནས་རོགས། དེ་ཡོད་ན་འདི་སྤེན་པ་ཚེ་རིང་གིས། སྐད་ཆ་བཤད་ཡོད་ཚོད་དག་དེ་རྒྱབ་སྐྱོར་བྱ་གོ། གལ་སྲིད་དེ་མེད་པ་ཡིན་ན། སྤེན་པ་ཚེ་རིང་གིས་སྐད་ཆ་བཤད་པ་དེ་མཐའ་གཅིག་ཏུ་ག་རེ་རེད་ཞུ་བ་ནི་འགན་མ་ཤེས་བ། ཤེས་ཡོན་གྱི་ཐོག་ལ་བསམ་བློ་མཐའ་ཤས་ཡོད་བ། ཤེས་ཡོན་གྱི་ཐོག་ལ་བསམ་བློ་མཐའ་ཤས་ཡོད་བ། ལྷག་པར་དུ། མ་འོངས་པའི་གི་ད་ལྟ་ང་ཚོའི་སྤུ་གུ་ལ་སློབ་ཕྲུག་སློབ་སྦྱོང་སྤྲད་དེ་མ་འོངས་པའི་ང་ཚོ་མི་རིགས་ཀྱི་གསོན་རྩ་ཁོ་ཚོ་ཡིན་སྲིད་བར་གསོན་རྩ་མི་རིགས་ཀྱི་སྲོག་རྩ། ང་ཚོ་གི་མི་རིགས་ཀྱི་འཐབ་རྩོད་རྒྱུན་སྐྱོང་བྱེད་དགོས་ན་ད་ཡོད་ཀྱི་སློབ་ཕྲུག་དེ་གའི་དེར་ཤེས་ཡོན་ཡག་པོ་ཞིག་སྤྲད་དགོས་བ་གནའ་རབས་ཀྱི་ཤེས་ཡོན་དེང་དུས་ཀྱི་ཤེས་ཡོན་གཉིས་ཟུང་འབྲེལ་སྤྲད་དགོས་དེ་ཞིབ་ཀྱིས་གལ་ཆེན་པོ་བྱ་དགོས་ར། ད་ད་ལྟའི་སྤེན་པ་ཚེ་རིང་གིས་སྐད་ཆ་བཤད་སྟངས་སྐད་ཆ་བཤད་སྟངས་དེ་གིས་ག་རེ་མཚོན་སྒོ་རེ་ཞུགས་ན་དེ་གིས་བསམ་བློ་བཏང་སྟངས་མཚོན་སྒོ་རེ་སེམས་ན་ག་རེ་ཡོད་པ་དེ་ཁ་ནས་མ་བཤད་གོ། ག་རེ་ཤོད་པ་ཡིན་ན་ཁ་ནས་སྐད་ཆ་ག་རེ་བཤད་པ་ཡིན་ན་མ་འོངས་པའི་ཀོ་ལོང་ལ་རག་ལས་པ་རང་ཀོ་ལོང་ལ་མ་ལྟོས་པའི་སྐད་ཆ་བཤད་གི་མ་རེད། ད་ང་ཚོ་གཅིག་གིས་གསུང་ཆོས་སྡེ་བ་ལ་སྡིག་ཏོ། རྗེས་འདོད་བྱས་ཞུ་ཏོ། རྗེས་འདོད་བྱས་ཡོད་ན་ད་ཁོ་ཀོ་ལོང་ཞུ་ཞུ་དགོས་མ་ཡིན་ནམ་ག་རེ་ལ་ཁོ་མ་ཁ་ནས་ལ་ཡར་འདི་ཡོད་མ་རེད་ཨ་ནི་ང་ཚོ་གཉིས་ཁུ་སྡེ་བའི་སྐབས་སུ་ཡང་ཁ་ནས་མ་འདྲ་མོ་རེ་བཤད་ཞུ་ད་དེ་ཚོ་ལ་ཀོ་ལོང་ཡོད་མ་རེད་རོ། དེ་མ་གཏོགས་གཞན་པ་ང་ཚོ་ཁ་ནས་ག་རེ་བཤད་པ་ཡིན་ནའི་ཀླད་པ་ནས་མི་སྐྱོན་ཅིག་གང་དུ་ཤེས་གི་འོ་མ་ད་ཁ་སེམས་ནས་མི་ཤེས་མི་དུས་སྤེན་པ་ཚེ་རིང་འདི་ཁ་ནས་བཤད་དེ་ག་རེ་ཚོན་སྐོར་ཞོག་ནས་སྤེན་པ་ཚེ་རིང་ཁོ་རང་གི་བརྩེ་བའི་བསམ་བློ་ནང་ལོག་ལ་ཡ། སྤུ་གུ་ལ་སློབ་སྦྱོང་སྤྲད་པའི་ག་ཚོད་ལ་དབྱེ་འབྱེད་ཀྱི་བསམ་བློ་ཡོད་པ་ཅིག་དང། སྤུ་གུ་ལ་དེ་ཙམ་གྱི་རེ་བ་མེད་པ་ཅིག་དང་སྤུ་གུ་དེ་གས་དེ་མ་འོངས་པའི་གི་གསོན་རྩ་དང་མ་འོངས་པའི་གསོན་རྩར་བརྩི་གི་མེད་པའི་གི་ད་འདི་རྟགས་མཚན་གསལ་བོ་ཞུ་ཅི་རེད་རོགས། དེ་འདྲ་ཡིན་དུས་ད་དེ་འདྲའི་སྐད་ཆ་ཅིག་བཤད་བྱས། འགྲོ་བྱས། བཤད་མཁན་དེ་རྐུབ་བཀྱག་ག་འདྲ་ཞིག་ལ་བསྡད་པ་ལ་ན་བོད་མི་ས་ཡ་དྲུག་གི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་རྐུབ་བཀྱག་ཞིག་ལ་བསྡད། ཨ་ཁ་ནས་དེ་འདྲ་བཤད་ནས་འགྲོ་བསྡད་བ་ན་དེ་འདྲའི་མི་དེ་ལ་ང་ཚོས་ག་འདྲའི་བརྩི་ནས་ང་ཚོ་གུས་ཞབས་བྱེད་དགོས་རེད། ད་དེ་འདྲ་བཤད་གི་བཤད་གི་ལ་ད་དུང་ང་ཚོའི་མི་དེ་ཡག་པོ་ཡིན་པ་དང། ཁོ་གིས་བཤད་པ་ལྟར་དགོས་པ་རྒྱུ་མཚན་ཡོད་པ་དང། ཅི་ཞིབ་ཡོད་པ་འགྲེལ་བཤད་འདྲ་རྒྱབ་བྱས་ག་འདྲ་སེ་རྒྱབ་ཐུག་གོ་དེ་ཚོ་ལ། དེ་ཚོ་ང་ཚོ་བསམ་བློ་གཏང་དགོས་པའི་གནད་དོན་གཅིག་རེད། ཁྱེད་ཀྱི་ཉིད་འདི་ཞུ་གསུང་དང། ད་དེང་སང་ཕྱི་རྒྱལ་དུ་བ་ཡིན་ན་ཕ་མ་གཞུང་གི་ཕ་མ་ཚང་མ་ལ་ཡང་པོ་ཀུན་ཏུ་ཆུང་ཆུང་ནས་ཡང་བུ་སུ་གང་བཅུག་བས། དེ་ནས་ཡང་སློབ་ཆུང་སློབ་འབྲིང་མཐོ་སློབ་སློབ་ཆུང་སློབ་འབྲིང་མཐོ་སློབ་ཨ་དེ་ནས་ཡང་མཐོ་སློབ་ད་རམ་འབྱམས་མང་པོ་དང། ད་ཆུང་ཆུང་གང་སུ་ཡང་བུ་སུ་གང་ཟེར་ད་དེ་བ་ལ་ད་གྱི་འདྲ་ག་འདྲ་ལ་ཡོད་ད་དེ་ཚོའི་བཅུག་ཡས་དེ་གཞུང་གིས་ད་ངེས་པར་དུ་བཅུག་དགོས་ཀྱི་ཁྲིམས་བཟོས་བྱ་ད་ཕྱི་རྒྱལ་ལུང་པ་དུ་བ་ལ།

མཱེ་སོར་མཐོ་སློབ་དང་ད་དེ་འདྲའི་མཐོ་སློབ་དེ་འདྲ་འདུག་རྒྱ་གར་གྱི་དེ་འདྲ་སྤྲོས་དེ་འདྲ་མང་པོ་ཡོད་རེད་ནའི། གྲྭ་ཚང་གི་ངོས་ནས་སུ་གང་ལ་དབྱེ་འབྱེད་ཡོད་མ་ད་གྲྭ་གྲྭ་ཕྲུག་ཆུང་ཆུང་དེ་གས་དེ་ལ་ཡོད། གྲྭ་ཕྲུག་ཁོ་ཚོ་བུ་འདུག་གཅིག་ཡག་པོ་འདུག་དེ་འདྲ་དབྱེ་བ་མེད་རེད་ད། ཕ་མ་ལ་ཡང་དག་རང་མི་འདུག་ཨ། ད་དེ་འདྲ་མིན་ན། བོན་པོ་ཚེ་རིང་ལ་སུའི་དབང་ཆ་སྤྲད་རེད་དེ་འདྲའི་དབྱེ་བ་ཅེས་འབྲི་བ་འདི་འདྲ་རེད། སུའི་དྲི་བ་དྲིས་རེད་ནི། དེ་ཡིན་དུས། སྤེན་པ་ཚེ་རིང་གིས་འོས་བསྡུ་གི་བསྒྲགས་གཏམ་ནང་ལ་ཅིག་རྩིག་པོ་བཤད་བསྡད་ཞེས་དོན་གཉེར་གོང་དུ་དྲངས་པ་དེ་དང། ད་ལྟའི་སྤེན་པ་ཚེ་རིང་གི་ཁ་ནས་མ་བཤད་སྟངས་ཅིག་དང་དེ་གཉིས་ག་རེ་མཚོན་གོང་རིམ་བསྩལ་བས་སྤེན་པ་ཚེ་རིང་གི་ཤེས་ཡོན་ལ་ལྟ་སྟངས་ཆོས་དང་ཞི་བ་ཅིག་ཐབས་སྐྱོ་བོ་ཡིན་པ་དང། ཁ་གསལ་བོ་མེད་པ་དང་ཆེན་གྱི་ཐོག་ལྟ་སྟངས་དེ་ཀྱོག་ཀྱོག་ཡིན་པ་དེ་འདྲ་ཅིག་མཚོན་གོ་རེད། ད་ཁ་ནས་ཁག་ཡོད་མ་རེད་ག་རེ་ཕྱི་ནས་ཞུས་པ་ཡིན་ན། སྲིད་སྐྱོང་ཟུར་པ་མཁས་དབང་བློ་བཟང་སེང་གེ་མཆོག་དངོས་གནས་གཅིག་གིས། ནས་དར་ཅིག་ལིང་བླ་མ་ཧ་ཀྲ་ཞེས་བྱ་རོ་ཧ་ནས་ཐོན། ཨ་ནི་ལྡི་ལི་ལ་མཐོ་སློབ་འགྲིམ། དེ་ནས་ཕྱི་རྒྱལ་ལ་ཨོ་ནས་སློབ་སྦྱོང་བྱས། བོད་ལྷོ་མའི་ལག་སྐྱ་ཁས་བཅད་ཨ་ནི་བཙན་བྱོལ་སྤྱི་ཚོགས་ནང་སྲིད་སྐྱོང་དགུ་བརྒྱ་ལ་སླེབས། ཉིས་སྟོང་བཅུ་གཅིག་ལ་སྤེན་པ་ཚེ་རིང་སྲིད་སྐྱོང་ལ་བ་གཅིག་ཕམ་རོ་ཨ་ཡིན་ཟེར་རོ་ཞེས་ཕམ་ཡོད་རེད་གོ། ཨ་ཉིས་སྟོང་བཅུ་དྲུག་ལ་ཕམ་རོ་ད་དེ་གི་ནད་ཁྱོ་གོ་མ་ར་དེ་གི་ན་ཚ་དེ། ད་ཤེས་ཡོན་དེ་གི་ད་ང་ཚོ་མི་ཚང་མ་མེ་བ་བཟོས་གི་འདུག་བསམ་གོ་ཧེ་དགུ་བརྒྱ་ག་སླེ་ལ་ཤེས་ཡོན་མེད་ད་ཁྱོད་མཐར་ཚག་གོ་ར་མི་འདུག་དེ་བསམ་དུས་གོ་ལ་ཁོ་དེ་དེ་དུས་ཤེས་ཡོན་ཅན་ལ་ཁོ་སྡང་པོ་ཞེ་པོ་བྱོས་ར་ད་གང་ལྟར།

བོད་མི་སྒྲིག་འཛུགས་ནང་ལས་ཀ་བྱེད་གོ་སྐབས་འབྱོར་ཐང་དང་བླངས་ཀྱི་ཐོག་ནས། ཟླ་བ་བཞི་ཟླ་བ་ལྔ་ཟླ་བ་དྲུག་དེ་འདྲའི་ལས་ཀ་བྱས། གལ་ཏེ་སློབ་མ་གཅིག་བུ་མ་དང་ཡང་རྒན་ཡོལ་ཕེབས་ཚར་རྒྱུ་ཡིན་པ་ཡིན་ན་ཡང་རྒྱ་གར་ལས་བྱེད། སོ་སོ་ཁྲིམས་ཀྱི་ཐོག་ལ་ཕྱི་རྒྱལ་ལ་སྦྱངས་ཡོད་ན་ཡང་བོད་པའི་སྤྱི་ཚོགས་ནང་ཚུར་ལས་བྱེད་ཁྲིམས་ཞིབ་ནང་ལ་སློབ་སྦྱོང་བྱས། དཔལ་འབྱོར་ཐོག་ལ་ཡིན་ན་དཔལ་འབྱོར་ཐོག་ལ་སློབ་སྦྱོང་དེ་འདྲའི་གྱི་ཚོགས་པ་ཞིག་ཡོད་རེད་དེ་ལ་བརྟེན་ནས་ན་གཞོན་མང་པོ་ཞིག་བོད་པའི་སྤྱི་ཚོགས་ཚུར་ཁ་ཕྱོགས་ཏེ་མང་པོ་ཡོང་གི་ཡོད་རེད་ད་འདིའི་ཚོགས་པ་འདི་སྤེན་པ་ཚེ་རིང་མགོ་བརྒྱབ་འདུག་ཨ། འོན་ཏེ་གོ་རྒྱ་བས་ད་དེ་དེ་ཚོགས་པ་དང་གཞན་པ་གལ་མ་རེད་ཚོགས་པ་དེ་ན་ཚོགས་མི་མང་ཚོགས་མི་ཚང་མ་ཁ་ན་གཞོན་རེད། དེ་ཡང་གཙོ་བོ་དེང་དུས་ཀྱི་སློབ་གྲོགས་མཐོ་སློབ་དང་ད་ཅིག་སློབ་ཆེན་ཡིན་ན་རེད་མཐོ་སློབ་ལ་དེ་བ་འཐོན་བསྡད་མཁན། ཨ་ནི་ཆེད་དུ་གཉེར་ནས་སོ་སོ་ཉམས་མྱོང་བསགས་ཁག་བོད་པའི་སྤྱོད་ཚུལ་ན་ཚུར་ཁ་ལོག་བྱས། ཨ་ནི་དར་མ་ས་ལ་ལ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་འདྲ་མི་འདྲ་རྣམས་ལ་ཕྱག་ལས་དང་བླངས་ཐོག་གནང་སྐོར། ཨ་དེ་ཚོ་ལ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་སོ་སོ་ད་པོ་ཀེར་མ་ནི་སི་ཡི་དོ་བརྙན་པ་ས་ཡ་ཡི་ལག་དངུལ་འདྲ་བོ་ཅིག་ཏོགས་ཏོགས་ཁོང་ཚོ་ལ་གནང་བྱས་དེ་འདྲའི་ཡི་སྡེ་ཚན་ཅིག་ཡོད་རེད། འདི་རྣམས་མང་ཆེ་ན་གཞོན་ན་གཞོན་དེ་གི་ལས་ཁ་སེ་སྙེ་མ་ང་ཚོ་ཀོང་དཀའ་ཐོར་གི་འོས་ཤོག་སྐབས་སུ་རྣམ་པ་ཚོ་ཟིན་ན་ད་ད་ཀོང་དཀའ་ཐོར་ལ་ཡ་གཅིག་གི་འོས་བསྡུ་ཐུབ་ནས་རྒྱབ་སྐྱོར་བྱེད་མཁན་ན་གཞོན་མང་པོ་ཅིག་སླེ་ཡོད་རེད་ན་གཞོན་མང་ཆེ་གི་དེ་གི་ག་རེ་གསུང་ཁུལ་དུ་ཞུ་བ་ཡིན་ན་ང་ཚོ་ཐོག་མ་དམ་ས་ལ་ལ་ནི་སྤྱི་བེ་བོད་མི་ཁེ་ལས་དར་ནང་ཞབས་ཞུ་བ་ན་ལས་ཀ་བྱས་གོ་གབ་རག་སོང་དེ་དུས་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལ་ཐུག་སོང་ཨ་དེ་དུས་དཔེ་མི་སེ་ཡག་པོ་བྱས་སོང་ཨ་དེ་དུས་དཀའ་ཐོར་ལ་ངོ་ཤེས་སོང། དེ་དུས་ཀྱི་བོད་མི་འདི་ཚོ་ལས་ཀ་བྱེད་ཀྱི་བསམ་བློ་བསླེས་སོང་སེམས་ཤུགས་བསླེས་སོང་ལ་མང་ཆེ་བོ་དེ་འདྲའི་ཤ་ཏག་རེད་དེ་གི་ན་གཞོན་དེ་གི་ད་གུང་དཀའ་སྡུག་ལ་ཚད་མཐོ་བའི་རྒྱབ་སྐྱོར་བྱས་ད་ཉིས་སྟོང་བཅུ་དྲུག་ལོ་ལ་སྲིད་སྐྱོང་བློ་བཟང་སེང་གེ་ལ་ཚད་མཐོ་བའི་རྒྱབ་སྐྱོར་བྱས་ཡོད་དུས་ད་བོད་པ་ཚེ་རིང་གི་ད་འདི་གནད་འགག་དེ་ཁོས་ཨ་གོ་ར་ད་འདི་ཚོ་ད་ཁོས་འདི་བཀག་བཞག་བར་ད་ད་སྤེན་ཚེ་ལ་རྒྱབ་སྐྱོར་བྱེད་མཁན་མང་ཆེ་གི་ད་དྲང་པོ་ཅིག་གཞིས་ཆགས་ཁག་ན་རྒན་འཁོག་དེ་གི་དེ་རོགས་གཉིས་ཀྱི་ཁེངས་རྒན་འཁོག་ལ་ཞུ་ཡས་གས་ཡོག་མོ་ཁོ་ན་ཚོ་ཞེ་བོ་ཞེ་བོ་ཅིག་ད་ཁེངས་གི་ཡོད་མ་རེད་བ། ཡིན་ཡང་ཁོ་ཚོ་ཅིག་ཞེ་བོ་སྡུག་ཅག་རེ་གས་ཞུ་གི་མེད་ད་རེད་བ། མི་འདི་ཁོ་ན་ཚོ་དེ་འདྲའི་མཁྱེན་གི་མི་འདུག་ན་གཞོན་སྡེ་དགེ་དེ་དེང་སང་སྤྱི་ཚོགས་དྲ་ལམ་གི་གནས་ཚུལ་ལྟ་ཡ་ཡོད་དུས་ཡ་ནི། ད་སྤེན་ཚེ་ཡོང་འདི་ཀར་འདི་ཀ་རྒྱུ་མཚན་ག་རེ་གཙོ་བོ་ཚོ་གཞན་པ་ཁྱེད་མ་རེད། སྤྱི་བོ་ལ་ད་འདི་ཀ་ནི་སྤྱི་བོ་ལ་གྱོང་ག་རེ་རག་གོ་ནི་སྤྱི་བོ་ལ་གྱོང་ག་རེ་རག་གོ་ཞུས་པ་ཡིན་ན་དེ་ནས་ན་གཞོན་ཚོ་བལ་བོའི་སྤྱི་ཚོགས་ནི་ཚུར་ཁ་ལོག་ཡ་གི་མགོ་འདི་སྤེན་པ་ཚེ་རིང་འདུག་ཟེར་ནི་རྒྱབ་པར་མཁྱེན་གི་འདུག་འདི་རྒྱབ་པར་གཅིག་རེད། གཉིས་ནས་ག་རེ་བྱེད་གི་ཡོད་རེད་ཞུས་པ་ཡིན་ན་དེ་ལ་བརྟེན་ད་ན་གཞོན་སྒེར་པ་སོ་སོ་ལ་བོད་པའི་གི་ཚོར་སྣང་བཅོས་འདི་ད་ལས་ལ་གོས་ཐག་རིང་བཏང་ཤག་གོ་ལ། གཞན་པ། ང་ཚོ་ཕི་ཏཱ་ཆེ་གེ་སྤྱི་ཚོགས་ནང་ལ་ཡ་རྣམ་པ་ཚོ་ཁེངས་ཀྱི་ཡོད་རེད། ཚོད་ཚོད་སློབ་སྦྱོང་བྱེད་པ་ཡིན་ན་ག་ཚོད་འགྲོ་འགྲོ་ར་ཐོ་ཡ། ཨ་མང་པོ་ཅིག་ཁ་ཤས་ངོ་ནས་ཕ་མེས་ཀྱི་བསླབ་བྱ་རྒྱབ་ཀྱི་རྡ་རམ་ས་ལ་ལ་ཚུར་བསྐྱལ། རྡ་རམ་ས་ལ་ལ་ཕག་དང་བོད་སྐད་ཤེས་བོད་ཡིག་ཤེས། ཨ་བོད་པས་ཀྱི་སེམས་པ་དང་བོད་པས་ཀྱི་འཚོ་བ་ཅིག་སླེབས་ཀྱི་རེད་བསམ་ཚུལ་བཏང་ན་སྤུ་གུ་ཚོ་ཡིན་ན་རྡ་རམ་ས་ལ་སླེབས་རྡ་རམ་ས་ལ་སླེབས་ཚར་བའི་རྗེས་ལ་མིས་རྡ་རམ་ས་ལ་འགོ་ཁྲིད་དཔེར་ན་སྙེ་མ་ཡིན་ན་སེ་སྐྱོང་ལོ་སར་སིང་གིས་ཁོ་རང་ཚོ་ཡིན་ཨིན་ཅིག་སྐད།

གདམ་གསེས་ལ་འདི་སྒོ་རྒྱབ་པའི་གནས་ཚུལ་ཅིག་ཡོང་གི་འདུག་གིས་དོ། དེ་འདྲའི་ཡིན་དུས་ད་རྣམ་པ་ཚོ་གིས་བསམ་བློ་ག་ནས་བཏང་དགོས་ཞུས་པ་ཡིན་ན་དེ་ཚོ་ཚང་མ་ག་རེ་བྱས་ནས་ཡོང་དགོས་ཞུས་པ་ཡིན་རྩ་བའི་གི་དེ་ཚང་མ་ཡོ་ག་བྱས་ནས་ཡོང་དགོས་ཞུས་པ་ཡིན་རྩ་བའི་སྤེན་པ་ཚེ་རིང་གི་ཤེས་ཡོན་གྱི་ཐོག་ལ་བསམ་བློ་བཏང་སྟངས་དེ་དཔེ་ཐ་ཤལ་ཡིན་པ་དང་སྐྱོ་བོ་ཞིག་ཡིན་པ། འོས་ཤོག་གཅིག་པུ་གི་དོན་དག་བསམ་བློ་བྱེད་ཀྱི་དང་འཁོན་ལན་སློག་ཡན་གྱི་བསམ་བློ་གཅིག་པུ་དོན་དག་ཕྱག་ལས་གནང་གི་ཡོད་པ་དེ་ད་ཁ་གསལ་བོ་གོ་བདེ་བོ་ཞིག་བྱས་ཆགས་ཡོང་དགོས་ར་སོང་ཙང་དེ་ངའི་རྣམ་པ་ཚོ་ལ་དེ་རིང་ཅིག་འདི་ཞུས་ན་བསམ་སོང། ད་ང་ཚོ་གཅིག་མགོ་ཁྲིད་ཀྱིས་བྱས་ཉེས་དྲུག་བཀོད་ན་ཤེས་ཡོན་གྱི་ཐོག་ཤེས་ཡོན་གྱི་བསམ་སྟངས་དང་དེ་ཡག་པོ་ཅིག་དགོས་དགོས། དཔལ་འབྱོར་གྱི་ཐོག་ལ་ཡིན་ན་བསམ་སྟངས་དང་ཡག་པོ་ཅིག་དགོས་དགོས། ཆབ་དཔལ་རིག་གཟིགས་དུ་བ་ཆབ་སྲིད་ཀྱི་ཐོག་ལ་བསམ་སྟངས་དང་ཁ་གསལ་བོ་ཞིག་དགོས་དགོས་དཔེར་ན་ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ན། ང་རང་ཚོ་བཙལ་བའི་གཞུང་གི་སྲིད་བྱུས་དབུ་མའི་ལམ་ཡིན་པ་ཡིན་ན་དབུ་མའི་ལམ་ལ་རྒྱ་མི་ལ་མགུ་ནས་བསྡད་ཁེ་མ་རེད། དབུ་མའི་ལམ་ཡིན་ལབ་ཀྱང་རྒྱ་མི་ཡིས་ད་ལྟ་བར་དུ་གཏོར་སྐྱོན་བཏང་སྐྱོན་དྲན་པ་བརྗེད་པ་ནང་བཞིན་བསྡད་ཁེ་ཆ་མ་རེད། དབུ་མའི་ལམ་ཡིན་ལབ་ཀྱང་རྒྱ་མི་ང་ཚོའི་པིང་ཀ་རེད་ལབ་དགོས་མ་དབུ་མའི་ལམ་ཡིན་པ་ཡིན་ན་ཡང་བོད་ནང་དོ་ཁུར་བཏང་སྐྱོན་དང་བཏང་གི་འདུག་ཅེས་ནས་ལབ་དགོས་རེད།

འདིར་ཞི་ཅིན་ཕིང་ཕེ་ཞབས་ཞི་ཅིན་ཕིང་གི་གཏམ་བཤད་ནང་ཧ་ལམ་མ་ཚོགས་ཞི་ཅིན་ཕིང་ངས་ང་ཚོའི་འགོ་ཁྲིད་ཡིན་པའི་བཟོ་བསྒྲུབ་བྱས་ཅི་བྱས་དེ་ཡིན་འདུག་དེ་ཚོ་ག་རེ་ཟེར་ན་ཆབ་སྲིད་ཀྱི་ཐོག་ལ་བསམ་བློ་འཁྱེར་སྟངས་དེ་གསལ་བོ་མེད་བ་དང་ཨ་ནི་གཅིག་ང་ཚོ་ལག་གི་དང་དམིགས་ཡུལ་གསལ་བོ་མེད་བ་དང་སྐད་ཆ་གསལ་བོ་མེད་བ་དེ་ཚོའི་འོན་ཏེ་གཅིག་ཆགས་བ་ཨ་ནི་དཔལ་འབྱོར་གྱི་ཐོག་ཡིན་པ་ཡིན་ན་དཔེ་ཤག་གི་བཟའ་ཐང་ཐོག་ནས་ན་ཆ་ཞིག་གསལ་བོ་གོ་རོ་ཨ་ནི་ལོ་ལྔ་ནས་འདི་བྱེད་གི་འདི་བྱེད་གི་འདི་བྱེད་གི་དེའི་ཐོག་ལ་མཐུན་རྐྱེན་དེ་ནས་སྦྱར་གི་ཕ་ནས་ལེན་གི་ཚུར་ནས་ལེན་གི་ཟེར་གྱི་གོ་རོ། ད་གཞོན་དཔོན་ཕྱོགས་ཀྱི་ཐོག་ལ་ངས་ཇེ་མང་ཞུ་གིན་ཡིན་རེད་བ་ད་འདི་ལྟར་མང་དྲགས་ཡོད་སོང་ཙང། ད་འདི་ག་རེ་ཚོད་འགོག་ཞུ་ན་དཔོན་པ་ཚེ་རིང་རྩེ་བས་ཅིག་ཤེས་ཡོན་གྱི་ཐོག་ལ་བསམ་བློ་གསལ་བོ་མེད་བ་དེ། དཔེར་ན་ངས་ཞུས་པ་ཡིན་ཁ་སང་ཉི་མ་དཔེར་ན་ང་ཚོ་དགེ་འདུན་གྱི་དེ་བོད་པའི་སྤྱི་ཚོགས་དེ། བོད་པའི་ང་ཚོ་བཙན་བྱོལ་སྤྱི་ཚོགས་ད་བཙན་བྱོལ་སྤྱི་ཚོགས་གཅིག་པོ་མ་རེད་བོད་ནང་ཡིན་ན་ང་ཚོ་བོད་པ་ཚོ་སྤྱི་ཚོགས་བོད་པའི་སྤྱི་ཚོགས་དེ་ག་འདྲ་ཅིག་བསྒྲུབ་འདོད་རེད་ཞུས་པ་ཡིན་ན། སྤུ་གུ་ཅིག་སྐྱེས་བ་ནས་བཟུང་རྗེས་དྲགས་དང་པོ་གཉིས་ལ་མ་སྐྱེས་གོང་ནས་བླ་མ་ལ་ཡང་མོ་རྒྱབ་ཅིག་ཁོང་མིང་ཞུ་རོགས་དང་པོ་ཉིད་ནས་བླ་མ་ད་དེང་སང་ན་ང་ཚོ་རྒྱལ་བ་རིན་པོ་ཆེ་རེད་ཨ་ད་སོ་སོ་སུ་སོ་སོ་རྩ་བའི་བླ་མ་སུ་ཡིན་ནས་ས་སྐྱ་གོང་མ་རིན་པོ་ཆེ་ཡིན་ནས་ད་ཅིག་རྒྱལ་བ་ཀརྨ་པ་ཡིན་ནས་རེད་སོ་སུ་བླ་མ་དད་པ་བྱོས་ན་ང་ཚོ་སྤུ་གུ་མ་སྐྱེས་གོང་ནས་ཡང་ཁོང་མིང་བླ་མ་རྩ་ལ་ཅིག་ཞུ་གོ་སྐྱེས་ཚར་བའི་རྗེས་ལ་ཡང་མ་ནས་ཡང་ཁོང་མིང་ཅིག་ཞུ་གོ་སྤུ་གུ་ར་ཨ་ནི་སྤུ་གུ་དེ་བར་དུ་སློབ་གྲྭ་ཁག་ཡིག་རྩལ་བཏང་འདི་བ་ལ་ཡང་ང་ཚོ་དགོན་པར་ག་ཚོད་འབྲེལ་བ་བྱེད་ཀྱི་ཡོད།

རྩ་བྲིས་ན་རྩ་བྲིས་ལ་ཡོད་ཁོ་ཚོ་གཅིག་འདོན་གཅིག་ཡོད་ན་གདན་ས་ཁག་ཏུ་ཡོད་ན་ངོ་མདོག་གི་འོ་མ་བྱུག་པ་གཞོན་བྱུག་ད་མང་པོ་ཞིག་འདོན་གྱི་རུ་བ་ཨ་ནི་སྨོན་ལམ་འདོན་ད་དེའི་ཚ་བའི་ཤི་ཚ་བའི་རྗེས་ལ་ད་གྲོངས་ཚ་བའི་རྗེས་ལ་ད་བདུན་རྩི་དང་པོ་གཉིས་བ་གསུམ་པ་བཞི་བ་ལྔ་བ་དྲུག་པ་དེ་ནི་མ་ཞག་དགུ་ཨ་རྗེས་ཀྱི་དེ་ལ་ལོམ་བཅོས་ཆ་ཚང་དགེ་འདུན་པ་དང་འབྲེལ་བ་ཡོད་པའི་སྤྱི་ཚོགས་ཅིག་ཏུ་ཆགས་འདི་གོ་ར་ཆགས་འདི་གོ་ད་ང་ཚོ་སྤྱི་ཚོགས་ཏུ་ཟུར་བ་དེ་དེ་ནས་ང་ཚོ་གཅིག་གི་བོད་པའི་སྤྱི་ཚོགས་ནང་ལ་དེང་སང་དུས་ཚོད་སྐྱེ་བོའི་ལས་འགུལ་སྤེལ་དགོས་ཅེ་ན་མང་དགེ་འདུན་པ་དང་འབྲེལ་བ་རུ་བ། བྲེལ་བ་ཆགས་འདི་གོ། ད་དེ་འདྲའི་ཅིག་གིས་སྤྱི་ཚོགས་ཀྱི་ནང་ལོགས་ལ་ནི་དགེ་འདུན་པ་དེ་གས་དེ། དཔེ་ཆ་བལྟ་མ་བལྟ་ཆོ་ཡོད་དཔེ་ཆ་བལྟ་ཡོད་ན་ཉམས་ལེན་མེད་ན་ཆོ་ཡོད་མ་རེད་ཟེར་ལ་སོགས་པ་དང། ཨ་ནི་ཁོ་སྤེན་པ་ཚེ་འདི་འདྲའི་ལགས་མ་ཚེ་སྤེན་པ་ཚེ་རིང་ཡིན་རྒྱབ་སྐྱོར་བ་དེ་ཚོ་ཡིན་པ་ཡིན་ན་ཅིག། དགེ་འདུན་པ་ཚོ་གིས་ཆོ་ག་ཞེན་ཁོག་བྱེད་ཀྱི་འདུག་ཟེར་ལ་སོགས་པ་དང་ཨ་ནི་སྤེན་པ་ཚེ་རིང་རྒྱབ་སྐྱོར་དེ་འདྲ་མཐོ་དམན་ལས་མ་འགྲོ་བ་ཡིན་ན་ཆོས་རྒྱུད་ཀྱི་བླ་ཆེན་ག་ལ་ཅིག་ཁ་བཏང་དེ་དང་ཨ་ད་ཁ་བཏང་མཁན་ལ་ཡང་རྒྱབ་སྐྱོར་བྱས་དུས་ངན་དང། ཨ་ད་ང་ནང་བཞིན་གྱི་སྤེན་པ་ཚེ་རིང་རྒྱབ་སྐྱོར་མེད་ལ་རང་བཙན་དྲོ་བ་ནས་སངས་རྒྱས་བཅོམ་ལྡན་འདས་ནས་སངས་རྒྱས་ཡོད་མ་རེད་ཟེར་ལ་སོགས་པ་དང། གོང་ས་མཆོག་གིས་ཨོ་མི་ད་རེ་ཏུ་ད་རེ་ཏུ་རེ་གྲུ་མེད་ཟུག་ང་ས་དེ་ཧ་རེ་ཧང་སང་ཡོད་རེད་ཟེར། དེ་འདྲས་ཡོད་ན་ཁོ་རང་ཕ་ཡིན་ན་ག་ཅིག་འཛུལ་བསྡུས་དགོས་ར་ཡོད་ལ་སོགས་པ་དང། ཨ་ནི་ད་འདོད་གཅིག་གིས་སྤེན་པ་ཚེ་རིང་རྒྱབ་སྐྱོར་བ་ཨ་མདོ་ཞུ་དག་མདོ་སྨད་ཕྱི་མདོ་འདི་ཕེ་ཆུ་སོགས་པ་དང་འདི་གི་ཡོད་ཕེ་ཆེ། ཁོ་མིང་འདི་ཧ་རེ་ག་བ་ག་བ་ཡིན་ན་ད་ཅིག་ཅིག་ལ་ཡོད་རེད་ཁོ་གིས་ཉི་མ་གཅིག་གོང་ས་མཆོག་ལ་འདྲ་མི་འདྲ་ལབ་དེ་ཡིད་དུ་བ། དེ་འདྲའི་འབྲས་བུ་ལབ། ད་ཡང་ཕྱོགས་གཞན་པ་ཡི་བེམ་པ་ཚུལ་ཁྲིམས་ཁ་སང་ལ་དྭགས་ཐིག་སེ་དགོན་པ་ཟླ་བར་འགྲོ། ཐིག་སེ་རིན་པོ་ཆེ་ཉམས་རྟོགས་ལ་འདྲེས་ར་ཐེམ་བོ་ར་སྦྱར། ཨ་ནི་ཅིག་བྱོས་དེ་དེ་ཚོ་ད། མི་མགོ་ནས་རེད་བ་ཕྱོགས་གཅིག་ནས་དགེ་འདུན་པ་ལ་དང་པོར་ཞུ་ཆེ། ཨ་ནི་ཕྱོགས་གཅིག་ནས་ཡང་ཅིག་འདི་ཐུགས་ཅིག་ཡོད་ཅིག་ཆོག་དད་པ་གསུམ་གསུམ་འགྲོ་ཆེ། དེ་ཚོ་ཨ་ནི་ད་དཔེ། དེ་གར་མི་དམངས་མགོ་འཐོམ་དེ་བྱེད་པ་དེ་འདྲའི་འདི་གར་ཚོན་སྐོར་ཞུ་བ་ན་རྩ་བའི་གི་སེམས་ནང་ལ་དགེ་འདུན་པ་ལ་ངོ་ནས་དད་པ་ཡོད་ན་དད་པ་བརྟན་པོ་ཞིག་དགོས། ཡིད་ཆེས་ཡོད་ན་ཡིད་ཆེས་བརྟན་པོ་ཞིག་དགོས་དེ་མེད་བ་སོང་ཙང་ནི་དུས་ཚོད་དུས་ཚོད་ལ་ཡང་ཁོར་ཡུག་དང་བསྟུན་བྱེད་ཁོར་ཡུག་དང་བསྟུན་པ་དང་ཁེ་ཕན་དང་བསྟུན་པ་དང་དེ་འདྲའི་ལ་བལྟས་ན་ནི་ཚིག་འདྲ་མི་འདྲ་ཞིག་བཤད་ཡོང་དང་འོས་ཤོག་ཐོབ་ས་མ་རེད་བསམ་འདུག་གོ་ལགས་ནི་གྲྭ་བ་ཡིན་ན་ཧང་སང་ཡོད་མ་རེད་དཔེ་ཆ་ལྟ་ན་ཕན་ཐོག་ཡོད་མ་རེད་གྲྭ་མི་རེད་འདི་འདྲ་ལབ་འོས་ཤོག་ཐོབ་ཚར་བའི་རྗེས་ལ་ད་དགེ་འདུན་པའི་གི་རྒྱབ་སྐྱོར་མེད་ན་ཡང་སྤྱི་ཚོགས་དེ་ཁུངས་འཁྱོལ་ས་མ་རེད་བསམ་འདུག་གོ་ལགས་ད་ཡང་དགེ་འདུན་པའི་རྩ་ཆེན་པོ་ཞིག་རེད་བཀའ་དྲིན་ཆེན་པོ་ཞིག་རེད་ཁ་སང་ཅོ་སྤེན་ཚེ་གི་ཡི་གེ་འགྲོ་ཞིག་བཏང་འདུག་གདན་ས་ཁག་ཚང་མ་བྱིན་རླབས་སྐྱབས་འཇུག་གནང་རོགས་གནང་ཟེར་ཡས་དྲུང་དེ་གནང་འདུག་བྱིན་རླབས་ཐོབ་པས་ཡོད་མ་རེད་ད་བྱིན་རླབས་ལས་དེ་འདྲ་དད་པ་མེད་ན་བྱིན་རླབས་རྩ་བ་ཉིད་ཐོབ་པས་ཡོད་མ་རེད་ད་དེ་ནང་པ་སངས་རྒྱས་པའི་སྤྱི་བའི་འགྲོ་སྟངས་རེད་བ། སོ་སོ་ལ་དད་པའི་ཨ་ལོང་མེད་ན་སངས་རྒྱས་ཀྱི་ལྕགས་ཀྱུ་གཡུག་བས་ན་ཁྱོད་ཨེས་གལ་ཡོད་མ་རེད་བ་དེ་ཚོ་ཨིན་དུས་རྫུན་རྩི་ཨིན་དུས་སྤེན་ཚེ་ཀྱི་སྤེན་ཚེ་ཁོ་རང་ཡིན་ན་རེད་ཁོ་རང་ཚོ་རྒྱབ་སྐྱོར་བ་ཡིན་ནའི་བསམ་བློ་ནང་ལ་ཡ་དགེ་འདུན་ལ་ལྟ་སྟངས་དེ་ཞེའུ་ཅིག་སྐྱོ་བོ་རེད་བ་ད་ག་ན་བཞིན་གྱི་སྤེན་ཚེ་ཀྱི་ཤེས་ཡོན་གྱི་ལྟ་སྟངས་དེ་ཞེའུ་ཅིག་སྐྱོ་བོ་ཆབ་སྲིད་ཀྱི་ལྟ་སྟངས་ལ་ནི་ཞེའུ་ཅིག་སྐྱོ་བོ་ད་ཁོ་རང་ཡར་ཀླད་དེ་ད་ག་འདྲ་ཟེ་ཀླད་མེད་ནང་པ་ཚོ་ངས་ཚིག་གཉིས་ནང་ཞུ་བས་ན་ཉིན་གུང་འོས་ཤོག་བསྐུས། མཚན་ལ་དཀྲུགས་ཤིང་རྒྱབ་དཔེ་ཤ་སྤྲད་བསྡུར་བྱས་ནས་ཉིན་མཚན་གཉིས་ཀ་དུས་སུ་དམ་འདུས་ཨ་མདོ་ཁོ་བོས་ཤོག་ཐོབ་པ་རེད། དེ་འདྲ་མ་གཏོགས་མང་ཚོགས་ཀྱིས་དགའ་ནས་དངོས་གནས་འདིའི་འཇོན་ས་རེད་བསམ་ནས་འོས་ཤོག་བླུག་རྒྱུ་དེ་འདྲ་ཁྱད་མ་རེད་ད་ཡིན་ནའི་སླེབས་ཚར་བ་ཡིན་དུས་ད་ཁྲིམས་མཐུན་གྱི་དམ་འབུལ་བྱས་མེད་པ་སོང་ཚར་སྟབས། སྲིད་སྐྱོང་མིང་འདི་རགས་གལ་ཡོད་མ་རེད། འོ་དེ་ཡིན་ན་རྣམ་པ་ཚོ་ལ་ངས་དེ་དེ་རིང་གཅིག།

ད་དུས་དུས་སུ་གྲོ་དེ་གི་རྡོ་དེ་ཚང་མ་དང་ཟི་ཡོན་ལོ་སི་ཡིན་ཁོ་རང་གི་ཨ་ནི་བོད་གཞུང་གི་སྔོན་རྩིས་ནང་ལོ་ཡིན་པ་ནི་དཔེ་ཆ་མང་ཤོས་དེ་ཤེས་ཡོན་ཤེས་ཡོན་དང་ཆབ་སྲིད་གཉིས་ནང་བཏང་བཞག་ཡོད་རེད་དེ་ཚོའི་ནང་པ་ཚོ་གྲོས་ཚོགས་ཀྱི་ལས་རིམ་ཚོ་ནང་ཟི་དར་བ་དེ་ཚོ་ཚང་མ་བལྟ་ཡས་ཡོད་རེད་སོང་ཙང་ཨནི་ནང་པ་ཚོ་ཕ་མ་ཚོ་ཡིན་པ་ཡིན་ནས་ད་ང་ཚོས་ལོ་ལྔ་རེ་ང་ལ་སྤེན་པ་ཚེ་རིང་གི་ག་རེ་བྱེད་ན་རེད་མ་བྱེད་ན་ཁྱད་པ་ཟ་གི་ཡོད་ན་ང་ཚོའི་ངོ་ནས་རྒྱ་ཆེ་མང་ཚོའི་ངོ་ནས་ངོ་ནས་སོ་སོའི་སྤུ་གུ་དེ་གི་དེ་ངོ་ནས་ཀྱི་སློབ་གྲྭ་ཡག་ས་དང་དེ་བ་ལ་བཏང་དགོས་དེ་ཞུ་གཅིག་ཁྱེད་ཆེན་པོ་རེད་སྤུ་གུ། སྤེན་པ་ཚེ་རིང་ཁ་ལ་ཉན་བྱས་སྤུ་གུ་འདུག་ཆུང་ཆུང་ནས་ལྐུག་ཚོད་ཚོད་ཡོད་ན་སློབ་གྲྭ་མ་དང་རྩ་བ་ཡིན་ནང་རྒྱུ་ཡོད་མ་ནང་རྒྱ་ཡིན་མ་རེད་ང་ལྐུག་གུ་ཡོད། སྤེན་ཚེས་ག་རེ་བཤད་པ་ཁོ་རང་རང་ཤེས་པ་དེ་ང་ཚོ་ཡར་རྒྱག་དགོས་ཡས་ཁྱེད་ཡོད་མ་རེད་བ། ད་བཤད་ཡས་དེ་ཁོ་རང་ཐོབ་ཐང་ང་ཚོས་མ་ཤེས་ལ་ས་སྐེམ་ཡིན་ན་ཤེས་པ་དེར་ང་ཚོས་ངོ་རྒོལ་རྒྱག་ཡས་དེ་ང་ཚོས་ཀྱི་ཐོབ་ཐང་ཡིན་དེ་མཐའ་གཅིག་ཏུ་ངོ་རྒོལ་རྒྱབ་དགོས་དགོས་རེད་ངོ་རྒོལ་ཞུས་དགོས་དགོས་རེད་ནམ་རྒྱུན་སྟོན་དགོས་དེ་འགྲིག་ཡོད་མ་རེད་ད་ཨ་ཟེར་ན་ད་ནང་ཚོགས་པ་མི་གཅིག་ཁྱེད་རང་རྩ་ཀླད་པ་ཡིན་དེ་ཤེས་ཐོག་ཅིག་གུ་གུ་བར་དེ་ངའི་མདུན་ལ་ཐ་ན་ཚོགས་པ་ཞིག་སླེབས་པ་ངས་འདི་མཐའ་གཅིག་ཏུ་ཤེས་ཀྱི་རེད་ངས་ཁོ་རང་ཚོ་ལ་བརྙན་ཐུང་དེ་བསྟན་རྗེས་ཁྱེད་རང་ཚོ་གི་མིག་ཙུམ་དུ་བླུགས་ཤིང་མི་འདི་གིས་སྐད་ཆ་དེ་འདྲ་ཞིག་བཤད་ཤག་འདི་མཐའ་གཅིག་ཏུ་ངོ་བོ་ཡོད་བོད་པའི་རིག་གཞུང་དག་མཐུན་གྱི་ཡོད་མ་རེད། འཛམ་བུ་གླིང་གི་ཤེས་ཡོན་གྱི་སྲིད་ཇུས་དག་ཡི་མཐུན་གྱི་ཡོད་མ་རེད། དམངས་གཙོའི་འཕེལ་རིམ་དག་ཡི་མཐུན་གྱི་ཡོད་མ་རེད། མི་གཅིག་གི་མི་ཚེ་གི་བརྒྱུད་རིམ་དག་ཡི་མཐུན་གྱི་ཡོད་མ་རེད་ཟེར་འདི་ང་ཚོ་ཤེས་ཐུབ་པ་དེ་གུ་གུ་བར་དེའི་འདི། རྣམ་པ་ཚོ་ལ་དེ་གཅིག་བྱེད་འདོད་བྱུང་ད་དེ་ནས་རྣམ་པ་ཚོ་ལ་གཉིས་སྐད་ཆ་སྤྱན་འདྲ་མི་འདྲ་ཁ་ཤས་ཅིག་ཞུས་པ་ད་དེང་སང་ག་རེ་གོ་གི་འདུག་ལབ་བས་ན་ད་དྷརམ་ས་ལ་ནང་ལོགས་ལ་ད་ལས་བྱེད་ནང་ལོགས་ལ་ཡ། རྒན་པ་དང་གཞོན་པ་སེ་གཉིས་ཡོང་གི་ཡོད་དུས་ད་རྒན་པ་མང་པོ་དེ་ནས་སོ་སོ་རྐུབ་བཀྱག་དེ་ད་ག་དུས་ཡ་གོ་ས་ཅིག་འཕར་གི་རེད་བསམ་གྱི་རེ་བ་ཅིག་བརྒྱབ་བསྡད་མཁན་དེ་མང་པོ་ཞིག་བྱུང་ཡོད་ས་རེད་ག་རེ་ཟེར་ན་ད་ཁོང་ཚོས་མང་པོ་ཅིག་འོས་བསྡུ་དགོས་ས་སྤེན་པ་ཚེ་རིང་ལ་ཞུགས་ཤུགས་ཆེན་པོ་འབད་བརྩོན་བྱས་བྱས་རྒྱབ་སྐྱོར་བྱས་ཡིན་དུས་ད་སྤེན་པ་ཚེ་རིང་གིས་དེ་ལ་སྤེལ་བའི་གོ་རང་ཅུག་ཅིག་བྱེད་དགོས་ཐུགས་རྗེ་ལེགས་པོ་བསྐྱག་དགོས་གོ་རེ་བ། ད་ཁམས་གཞུང་ཉི་ཤུའི་དཔལ་གྱི་ཐུགས་རྗེ་ལེགས་འབུལ་འདི་དེ་འདྲ། བཀྲ་ཤིས་རྒྱ་མཚོ་ཁོ་རང་ཚོ་ཁོ་རང་དང་ཨམ་བུ་གཅིག་པ། རྫོང་གཅིག་པ་སྡེ་བ་གཅིག་པ་འདྲ་རེད་དོ། ཁོ་ད་ལྟ་ཞེའུ་ཅི་ཡ་ཕར་ས་ཚོ་ཉེ་ཁ་ཉོས་འགྲོ་གོང་མར་བཞུད་ཟིན་པ་ཡིན། ད་ད་ལྟ་ཁོ་རང་ཚོ་ངོ་ཤེས་པ་ཁ་ཆེ་ཐག་རིང་པོ་ནས་ཚུར་དམ་ས་ལར་སྐད་བཏང་བ་དེ་འདྲས་ཡོད། ཨ་ལས་བྱེད་མང་ཆེ་བ་ཞིག་དམིགས་ཡུལ་དེ་དམ་ས་ལར་ལས་ཀ་བྱེད་རག་ཡ་གི་རེ་བ་དེ་རྒྱབ་དུ་གོ་ཚང་མས་ཡིན། ལྟོས་མཐའ་མཚམས་དེ་བར་གྲོ་ངས་གྲུ་གུ་ཡོད་མ་ད་དེ་དྲང་པོ་ཞུས་པ་ཡིན་ན། ཐ་ན་ད་ལྟའི་གནས་སྐབས་གར་ཆགས་འགྲོ་ཞིང་རྐྱེན་པ་མང་པོ་ཅིག་གིས་ད། སྤེན་པ་ཚེ་རིང་གིས་ཀྱི་ཡག་པར་གི་རེད་བསམ་པའི་རེ་བ། གཞོན་པ་དང་འབྲི་ངག་མང་པོ་ཅིག་ནང་ལོག་ལ་ད་སྤེན་པ་ཚེ་རིང་ག་བ་ལ་བཏང་གི་རེད་བསམ་ནས་སེམས་ཁྲལ་གང་བདེ་བདེ་བཞག་སའི་སྐད་ཆ་དེ་ད་ཤུགས་ཆེན་པོ་རེད་ཞེ་དོན་ཚོ། དེ་ཡང་ག་རེ་རེད་ཞུ་ན་གཞོན་པ་མང་པོ་ཅིག་ནང་ལོག་ལ་ཡ་སྲིད་སྐྱོང་ལགས་སེང་གི་ད་ཁོང་ཚོ་སེམས་ཐག་ཉེ་བ་ཡོད་བ་རེད་འཆམ་པོ་ཡོད་བ་དེ་འདྲ་ད་ཨང་ཁ་ཤས་ཡོད་ཡང་འོས་བསྡུའི་སྐབས་སུ་སྲིད་སྐྱོང་ལགས་སེང་གི་ལ་སྙན་མང་རྒྱབ་སྐྱོར་བྱས་བ་དང་ཁ་ཤས་ད་ལན་ཀུང་དཀའ་ཐོར་ལ་ཅིག་རྒྱབ་སྐྱོར་བྱས་ཞེས་བ་དེ་འདྲ་མང་པོ་ཡོད་ས་ད་དེ་གའི་ལྟར་སྤེན་པ་ཚེ་རིང་རེ་རེ་བྱས་ནས་ཟུར་དུ་བ། སྤེལ་རྒྱུ་ཡིན་ཟེར། དཔེར་ན་དྷརམ་ས་ལ་ནས་གཞིས་ཆགས་འཁོར་སྐྱོད་འདུ་བར་དོན་གཅོད་བཏང་ཞེས་དང་ཅིག་འཁོར་སྐྱོད་འཁོར་སྐྱོད་འདུ་བ་ལ་ཡོད་ར་དང་ཅིག་གློག་མེད་ས་ཆུ་དཀོན་པོ་ཡོད་རྒྱུ་གློག་དཀོན་པོ་ཡོད་རྒྱུ་ནང་མི་དར་མོ་འདུ་བར་བཏང་ཅེས་དང་དེ་འདྲའི་ཡི། སྤེན་པ་ཚེ་རིང་གིས་ལས་གཞི་དེ་འདྲ་བརྩམས་རྗེས་ད་གང་ལྟར་འཁོན་ལན་སློག་པའི་གཞུང་ཟེར་བྱུང་ར་ང་ཚོ་རྒྱ་གར་གྱི་ཆབ་སྲིད་ནང་རྒྱ་གར་གྱི་ཆབ་སྲིད་ནང་སྐབས་རེ་དེ་འདྲའི་ཡུལ་འགོར་འཁོན་ལན་སློག་པའི་གཞུང་ཟེར་གྱི་ར། བ་དེ་ལ་ལེགས་ལེགས་འདའ། འོ་དེ་འདྲའི་ཡོད་ད་པད་མ་ཚེ་རིང་གཞུང་གཅིག་དེ་རམ་ས་རར་བཙུགས་ཀྱི་ད་ལྟའི་ཆ་ལ་ན་ལས་བྱེད་གཞོན་པ་དང་འབྲིང་ང་མང་པོ་ཅིག་གི་སེམས་པ་ནང་ལོག་ལ་ངོ་ནས་ཅིག་དངངས་སྐྲག་གང་བསྡད། ད་ག་དུས་ང་ལ་ཤོག་བུ་ཅིག་གླས་ཅིག་ང་ལུང་པ་དེ་འདྲ་ཅིག་བཏང་གི་རེད་བསམ་བསམ་ཅིག་དེ་ཡོད་རེད་བ། ཨ་དེ་འདྲའི་བྱས་བྱས་ན་མང་པོ་ཅིག་གིས་ད་རྗེས་མར་ད་ཆབ་སྲིད་ནང་ལ་དོ་སྣང་གོ་རེ་བྱེད་ཀྱི་མེད་ང་ང་ད་ཁ་ཐུག་ད་ད་ན་གཞོན་གཉིས་གསུམ་དེ་འདྲ་ཁ་ས་ངེད་ཅག་ཁ་པར་གླས་ཅིག་ད་བསྟན་འཛིན་ལུང་དུ་ལ་ད་ཉིས་སྟོང་བཅུ་དྲུག་ལོར་ཁ་ས་ཉིས་སྟོང་ཉེར་གསར་བཅུ་ལ་འོས་བསྡུ་ལ་ཁ་ལ་ངོ་ནས་ལྷག་བསམ་རྣམ་དག་གིས་དཀའ་ལས་བརྒྱབ་པ་ཡིན་དེ་ནས་ད། ད་རྗེས་མ་ད་ཁྱོད་ཇི་ལྟ་བར་བྱེད་ཀྱི་མེད་ཟེར་ལ་ག་ག་རེ་བྱེད་ལ་དེ་དེ་འདྲ་དེ་འདྲ་བྱེད་ཀྱི་འདུག་དེ་འདྲ་དེ་འདྲ་བྱེད་ཀྱི་འདུག་དེ་ན་གཞོན་དེ་འདྲ་གི་ད་འདི་ལས་བྱེད་པ་ལབ་མེད་ད་ཁྱེད་རང་གི་ན་གཞོན་དེ་འདྲ་གི་མཐོ་རིམ་སློབ་མ་འགྲོ་དེ་འདྲ་ལབ་ཀྱི་འདུག་ག་བྱེད་ན་དེ་འདྲ་བྱེད་སོང་ཟེར། ད་དེ་ཚོ་ཐབས་སྐྱོ་ར། བོད་པ་མི་གཅིག་བོད་པའི་ཆབ་སྲིད་ན་ཐག་རིང་དུ་འགྲོ་བ་ན་དེ་དེ་གི་ཁེབས་སང་ཞོག་དེ་སྤེན་པ་ཟེར་ར་གོ་མ་ད། དེ་དེ་གྱོང་དང་གྱོང་ཕུལ loss ལས་རེད་ད། ཆ་ཚང་བའི་གྱོང་ཟེར་ཞིག་ད་གྱོང་ཆ་ཚང་བ་རེད་ད། ང་ཚོ་བོད་མའི་ས་ཡ་དྲུག་མང་ན་ས་ཡ་དྲུག་ཉུང་ན་འབུམ་གཅིག་དང་ཁྲི་བཞི་བཙན་བྱོལ་ན། འབུམ་གཅིག་དང་ཁྲི་བཞི་ནི་མི་ག་ཚོད་ཀྱིས་ཆབ་སྲིད་དོ་སྣང་བྱེད་དགོས་རྣམ་པ་ཚོས་ཚོད་དཔག་རྒྱབ་ཐུག་གོ་རེ་ད་ང་ཚོ་འགྲོ་བའི་ནི་ད་ཉི་མ་རྟག་པ་རེད་དོ་སྣང་བྱེད་དུ་མང་ཆ་ཡིས་དེ་འདྲའི་མ་རོ་ཨ། ལྷ་བྲག་གྲོང་གི་ལྷ་བྲག་གྲོགས་ཚོང་རྒྱལ་ཚོང་གྲོགས་ནི་རྒྱལ་འགོག་ཚོ་ནི་ཁང་ཐོན་གྱི་ཆོ་འདྲ་ཆེ་ཡ་ནི་པར་དེ་ཚོ་སྟོང་པ་ནི་ཨོ་ཡེ་ག་རེ་འདུག་ཨོ་ཡེ་ག་རེ་འདུག་ཨ་ལས་འདི་རེད་འདུག་ཨ་ལས་ལ་ཡང་ཁོ་རང་ཁ་ལག་འདྲ་ས་འདས་དེ་བར་ཚོང་པ་ཚོ་ཡིན་ནའི་ཚོང་རྒྱ་ཨ་དེ་ཚོ་སྟོང་པ་ཚོ་ཨ་ཁ་དེང་སང་ག་རེ་འགྲོ་གི་འདུག་ཨ་ཅེ་ཨ་ལས་འགྲོ་གི་འདུག་ཨ་ལས་ལ་འོང་རེད་འོང་རེད་ཤག་ཤག་མ་འདུག་ཨ་འདི་འགྲོ་གི་འདུག་འདི་འདི་རེད་འདུག་ཨ་ཁོ་སྙན་མག་འདི་འདྲ་བཤད་འདུག་ཨ་སྙན་མག་འདི་འདྲ་བཤད་འདུག་ངས་འདི་མཐོང་སོང་ཨ་འདི་འདི་བྱས་ན་ང་ཚོ་གང་ལ་གྱོང་རག་གི་རེད་འདི་བཤད་ན་ག་རེ་ཡོད་རེད།

ཐག་རིང་རིང་དུ་འགྲོ་དེ་བར་བན་བོ་སེ་ར་གི་ཡུལ་གྱི་ལས་ཁུངས་ན་དང་པོ་འགྲོ་བ་བྱས་དམིགས་བསལ་གྱི་དར་ནག་ཚོགས་ཀྱི་དང་པོ་འགྲོ་བ་བྱས། ཨ་ནི་བྱས་ཀྱི་དམིགས་བསལ་གྱི་ཆོ་ག། ཆོ་ག་དེ་འདྲ་གི་ཡང་དང་པོ་དེ་འདྲ་བྱེད་ཀྱི་འདུག་ཨ། ཆོ་ག་ཁ་ཤས་ནང་ལོགས་ལ་ཡ་གཅིག། ཤེལ་དམ་ཟ་བ་ནང་ལོགས་ནང་ལོགས་ཨ་རག་ཟ་བ་ཆུ་གི་ཟ་བ་ཡ་རྒྱུ་དེ་འདྲ་ཡོད་ར་སྤུ་གུ་དེ་འདྲ་དེ་ཚོ་ལ་ད་ཡིན། དང་པོ་བྱས་རྗེས། ང་ཚོས་ཁྱེད་རང་ལ་རེ་བ་ཞེ་བོ་བྱས་པ་ཡིན་ཁྱེད་རང་ལག་ངར་ནང་འགྲོགས་སུ་ལྟ་ཡིན་ནའི་ད་ལྟ་དུས་ཚོད་ཚུར་ལོག་ཞོར་ལ་ཡོད་ལ་སོགས་པ། དེ་འདྲའི་བྱེད་དུ་ཡོད་དོ། དེ་འདྲ་ཡིན་དུས་ཨ་ནི་ང་ཚོའི་གི་བོད་པའི་གི་ཆབ་སྲིད་དེ་ཆོལ་ཁའི་ནང་ལ་ཡང་འགོ་ར་ཅིག་འཁོར་ཆེད་དུ་ལྷག་དེ་ཡོད་དོ། དངོས་གནས་བྱས་ན་ང་ཚོ་དེ་ནས་ཡར་ཐོན་ཆེད་ཆབ་སྲིད་ཀྱི་ཚོགས་པ་དགུ་བར་ཆབ་སྲིད་ཀྱི་ཚོགས་པ་ལྟ་གྲུབ་མི་འདྲ་བའི་ཚོགས་པ་ཟེར་ཞོར་ལ་ལྟ་གྲུབ་མི་འདྲ་བའི་ཚོགས་པ་ལངས་ཕྱོགས་མི་འདྲ་བའི་ཚོགས་པ་དེ་ཡོད་ན་འགྲིག་གོ། ཡིན་ནའི་ཆོལ་ཁ་ཡི་ཚོགས་པ་དེ་ཞི་བ་ཆེ་ཞེ་སྣང་ཚ་བོ་རེད་ནང་པ་ཚོས་ར་ཆོལ་ཁ་གི་ཆོལ་ཁ་ཟེར་ཏེ་ང་ཚོ་ས་ཆ་ག་ཚོད་རྒྱབ་བཞིན་ཡོད་ར། ཆོལ་ཁ་ཚོགས་པ་དེ་ཞེ་སྣང་ཚ་བོ་ཧ་ཅང་ཆེ་ཨོ་ཆོལ་ཁ་ཚོགས་པ་དེ་སྡུག་རུ་ཕྱིན་པ་ཡིན་ན་ང་ཚོ་ས་ཆ་ཁག་ཁག་ཆགས་འགྲོའི་ཉེན་ཁ་ཉི་མ་གཅིག་ཨ་ནི། ཨ་མདོ་རང་བཙན་དབུས་གཙང་རང་བཙན་མདོ་སྟོད་རང་བཙན་ཟེར། རྒྱལ་ཁབ་གསུམ་འགྲོ་བར་ཆགས་ཡའི་ཉེན་ཁ་ཡ་ནི་ཨིན་དྲེ་དང་པ་ཀི་སཱན་མ་ལེ་ཤི་ཡ་དེ་འགྲོ་བར་ཆགས་ཀི་རེད་ད། དེ་ཆོས་ཉིད་མ་ཡིན་ང་ཚོ་ཆོས་སམ་ཁ་བྲལ་བྱ་འགྲོ་གི་རོ་འདི་ས་བོན་དེ་ག་བ་ཡིན་སྐོར་ཞུ་བས་ན་ད་ལྟ་ཆོ་ག་ཡི་དེ་ཆབ་སྲིད་བཙལ་བྱ་འདི་ས་བོན་དང་ས་བོན། ཆོས་གསུམ་ཁ་བྲལ་གྱི་ས་བོན་དེ་ག་རེ་རེད་ཞུ་བས་ན་འདི་ད་ལྟ་ཆོས་ག་གི་ཆབ་སྲིད་དེ་ཆག་གོ་རེད། ཆོ་ག་ཡི་ཆབ་སྲིད་ལ་རྣམ་པ་ཚོ་ག་ཚོད་རྒྱབ་སྐྱོར་བྱེད་བས་ན་དེ་ཚོད་ཀྱི་ཆོས་ག་ཁ་བྲལ་གྱི་ལས་འགུལ་དེ་རྣམ་པ་ཚོ་རྒྱབ་སྐྱོར་བྱེད་གོ་རེད། ཆོ་ག་ཁ་བྲལ་གྱི་ལས་འགུལ་ལ་ག་ཚོད་རྒྱབ་སྐྱོར་བྱེད་བས་ན་དེ་གི་ག་རེ་ཆག་གོ་རེད་ན་མ་འོངས་པ་ན་ཆོལ་ཁ་གསུམ་སོ་སོ་སོ་སོ་ནས་རང་བཙན་ཡོད་པའི་རྒྱལ་ཁབ་ཀྱི་གཙུག་གེ་ལ་རྣམ་པ་ཚོ་ཡི་མཐུན་རྐྱེན་སྦྱར་དགོས་ད་དོག་དོག་བྱས་ན་འདི་ལྟ་ཚོ་འདུག་ཅེས་ང་ཚོས་ད་དགོངས་པ་བཞེས་བྱས་ཨ་ནི། ད་ལྟ་ནི་རྣམ་པ་ཚོ་ལུང་པ་གཅིག་པ་ཡིན་ན་འདྲ་ཕ་ཡུལ་གཅིག་པ་གངས་རི་གཅིག་པ་ཡིན་ན་འདྲ་ང་ཚོ་གཅིག་པ་གྲངས་ཀ་གཅིག་པ་མང་པོ་གྲངས་ཀ་བརྒྱད་དེ་གས་ད་བཞག་བྱས་པ་བོད་པ་གཅིག་པ་ལས་དེ་ཁྱིས་བྱས། བོད་པའི་ཡིན་པའི་དུས་བཞི་དེ་ཁྱིར་བྱས། རྡ་རམ་ས་ལ་ལ་ཡོད་པའི་གཞུང་དེ་ང་ཚོའི་གཞུང་ཡིན་བསམ་ཞེས་དེ་ལ་མི་སུས་ཀྱིས་ཕན་ཐོག་ན་དེ་ཡར་བསྐྱལ་དགོས་འདུག་བསམ་དགོས་ཀྱི་མ་འདུག་ང་ཚོའི་མི་ཅིག་ཡར་བསྐྱལ་དགོས་ཀྱི་འདུག་སྙམ་མ་ང་ཚོས་ཀྱིས་དེ་བྱས་ད་ད་ལྟ་ཁོང་ཚོ་བྱས་ན་དཔེ་བསགས་ཀྱི་དེ་བསམ་བསྡད་པ་ཡིན་ན་ང་ཚོ་ཏན་ཏན་གོང་ས་མཆོག་གི་ཆབ་སྲིད་གཞན་པ་དང་མ་འདྲ་བཙན་བྱོལ་གཞན་པ་དང་མ་འདྲ་བ་ཡོད་ཟེར་ཞོར་ལ་ད་དེ་ཀ་མེད་ད་ནི་ང་ཚོ་ལྡོག་ཕྱོགས་ནེ་གི་ཏིབ་གང་འགྲོ་འོ་ད་འོ་འདི། ནི་མོ་སོ་གོང་པ་ཞེས་འོ་སོང་ཚ་ད་གང་ད་མ་འདབ་ད་ད་འདའི་ཆ་ལ་ཡ་བོན་པ་ཚེ་རིང་གི་དམ་ས་ལ་ལ་ཡ། ཁོ་ལན་སློག་པའི་གཞུང་བྱས་ཁོ་ལན་སློག་པའི་ད་དགྲ་ཤ་ལེན་པའི་གཞུང་བྱས་བཙུགས་བྱས། སྲིད་སྐྱོང་བློ་བཟང་སེང་གེའི་ཉན་མ་བཙུགས་བྱས་མང་པོ་བྱས་པ་གཏོར་བཤིག་དེ་དཔེ་ན་ཉིད་དཔེ་ད་ད་དཔེ་མཚོན་གཅིག་བཞག་གི། བོད་རྒྱ་ཞི་མོལ་ཚོགས་ཆུང་ཟེར་དེ་མེ་བ་ཟོས་པ་རེད་སྤྱི་དང་ཡོད་པ་ཟོས་མེད་བ་ཟོས་ཁོ་རང་གི་ཐོབ་ཐང་རེད་ང་ཚོ་ཁས་ཞུས་ཀྱི་མེད། ཡིན་པ་ནི་དེ་ལ་བརྒྱུད་རིམ་ཡག་པོ་ཅིག་དགོས་ཀྱི་རེད་ཁོ་རང་རྣམས་ཀྱིས་བྱ་རིམ་བྱ་རིམ་བྱ་རིམ་ལ་དེའི་དུ་བ། བྱ་རིམ་ཟེར་ན་མ་ཟེར་ན་བརྒྱུད་རིམ་ཤེས་ཀྱི་རེད process ཅིག་དགོས་རེད་ལའོ་ད་དེ་ཁོ་རང་གི་ཚིག་ཐོག།

ད་དེ་ན་ཟེགས་པ་ཡིན་ན་ད་ད། ངོ་མ་བེམ་པོ་ཉི་མ་སྲིད་སྐྱོང་ལོ་ལ་སེང་གེ་ག་ས་ད་མི་མང་པོ་དེ་ཚང་མ་པེ་ཅི་ད་དེ་ན་ཁོ་རང་ད་ཉེ་བོ་ཚང་མ་བཞག་ཤེས་པ་དེ་ད་རྣམ་པ་ཚོ་དེ་ན་བསྟན་པ་ལ་ཡོད་རེད་གོང་བསྟན་པ་ལ་ཡོད་པ། གོང་བསྟན་པ་ལ་ཡང་བེམ་བེམ་པ་ཚེ་རིང་ད་ཁོང་ཚོ་ག་འདྲ་ཡོད་པ་ད་རྗེ་བཙུན་སྒྲོལ་མ་ད་ག་ཚོ་རྗེ་བཙུན་པད་མ་ད་ཁོང་ཚོ་རྒྱུན་དུ་ག་འདྲ་ཡོད་རྣམ་པ་ཚོ་མཁྱེན་གྱི་ཡོད་རེད། སུས་ཀྱི། སྐལ་བཟང་རྒྱ་མཚན། ཁ་སང་ཉིན་འབའ་བ་སྐལ་བཟང་རྒྱ་མཚན་ནོར་རེད་སྐལ་བཟང་རྒྱ་མཚན་དམིགས་བསལ་ག་ས་དམིགས་བསལ་གྱི་དེ་ད་ཁ་རེད་སྐུ་ཚབ་ར་ཁོ་རང་རེད། ཨ་ཁོ་རང།

དེ་ཚོའི་ས་མོ་ཁོ་རང་གི་ད་དགྲ་ཤ་ལེན་པའི་གཞུང་ཆགས་བསྡད་ཀྱི་འདུག་ད་ལྟ་དྲི་བའི་སྐོར་ལས་མི་ཡག་བཟོས་ད་ད་དུང་སྐད་ཆ་གོ་ཡ་ལ། ང་རང་ཚོ་ཨ་མི་རི་ཀ་གི་ད་ད་ལོ་གཉིས་སྔོན་བསྡད་ལ་ཨ་མི་རི་ཀ་གཉེན་མ་ཡིན་ན་ང་ཚོ་བོད་གཞུང་ལ་ད་འགྲོ་ལོ་ས་ཡ་ས་ཡ་དེ་འདྲ་ཞོགས་པ་ཞིག་བྱེད་དུས། ཨ་རི་བོད་ཀྱི་ཐེབས་རྩ་ལས་ཆོས་ར Tibet Fund ལགས་ད་དེའི་བརྒྱུད་ནས་ང་ཚོ་ལ་བེ་ཤ་དེ་གླེགས་གོ་ཞེས་ན་པ་ཚོ་ཁེངས་རྒྱུ་ར་གླེགས་གོ་རོགས་པ་གླེགས་གོ། དེའི་བརྒྱུད་ནས་གླེགས་དུས་གོ་ལ་ད་ང་ཚོའི་གི་བེ་ཤ་དེ་ནས་བརྒྱ་ཆ་ལྔ་ཡིན་ན་དྲུག་ཡིན་ན་ཆིག་བརྒྱ་ཆ་ཕོན་ཆེན་པོ་ཆེ་གང་ལྟར་ཨ་རིའི་བོད་ཀྱི་ཐེབས་རྩ་གི་ཟྭ་དྲུག་ད་གང་ལྟར་དགུང་མོ་གཅིག་ནང་དགུང་མོ་ལྔ་ཟ་ན་བཅུ་ཟིན་བཅུ་བྱུང་ཨ་ཟྭ་གོ་ད་དེ་ཟྭ་དྲུག་ཨ་རིའི་བོད་ཀྱི་ཐེབས་རྩ་ནི་ང་ཚོའི་ཚོགས་པ་དེ་ནི་བོད་གཞུང་ཚོགས་པ་དེ་ནི་གད་མ་རེད། ཟྭ་དྲུག་ད་དེ་ཨ་ནི་སྲིད་སྐྱོང་བློ་བཟང་སེང་གེ་ད་ད་གོང་དཀའ་ཐུབ་ད་ད་གང་ལྟར་ཨ་རིའི་སྐུ་ཚབ་དོན་གཅོད་ད་ད་གང་ན་ཞིག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཚིག་ཐག་ཁོ་ཚོ་མང་པོ་ཅིག་དཀའ་ལས་བརྒྱབ་བརྒྱབ་བརྒྱབ་ཨ་ཐ་མ་ཐ་མ་དེ་ནི་ཨ་རིའི་གཞུང་གིས་ཡིན་ན་ང་ཚོ་བོད་མིའི་སྒྲིག་འཛུགས་ལ་ཡ་ད་བོད་མིའི་སྒྲིག་འཛུགས་ཀྱི་འཇོན་ས་རེད། བོད་མི་ཚོས་ཐུགས་ཁུར་དུ་ཟླ་དེ་འདྲ་ཡི་མཐོང་རྗེས་ང་ཚོར་ད་ཁ་ཐུག་དཔེ་ཆ་སྤྲད་རྗེས་ན་ནིང་ཆགས་སོགས་ཉིས་སྟོང་བཅུ་དགུ་ལོར་ཆགས་པ། དེ་བཅུ་དགུ་ལོའི་ཆ་ནས་རྒྱལ་སྤྱིའི་གི་གསར་འགྱུར་གནས་ཚུལ་ཆེན་པོ་ཆགས་པས་ན་རྒྱ་གར་གསར་འགྱུར་ང་དོ་སྣང་བྱེད་ངས་དོ་སྣང་བྱས་རྒྱལ་སྤྱི་རྒྱ་གར་གསར་འགྱུར་ལྔ་དྲུག་ཅིག་གིས་དེ་གསར་འགྱུར་དུ་མ་གནས་ཚུལ་བཏོན་སོ་ག་རེ་བཏོན་སུ་ལབ་པ་ཡིན་ན། ཨ་ནི་རྒྱ་ནག་གི་ཁ་སང་ཨ་རི་གིས་རྒྱ་ནག་ལ་བརྡ་ལན་ཆེན་པོ་ཅིག་སྤྲད་པ་རེད། ད་ག་རེ་སྤྲད་ལགས་གནས་ཚུལ་འོན་དེ་རེད་དོ། ཨ་ནི་ག་རེ་ཟེར་ན་ད། ཉེས་མ་ཡིན་ན་ཚོགས་པ་བརྒྱུད་ནས་དཀྲིགས་འོར་ད། དེ་ག་ཟེར་ན་བོད་པ་ལ་ཁ་ཐུག་པེ་ཤ་སྤྲད་དེ་ཡིས་ཨ་ནི་བོད་པའི་གི་མི་ཐོ་ཆེར་འགྲོ་ཡ་དང་ཨ་རིག་གི་ཁ་ཐུག་ད་ཐད་ཀར་བོད་གཞུང་ལ་ངོ་འཛིན་བྱེད་གི་ཡོད་པ་དང་བོད་གཞུང་ལ་རོགས་པ་བྱེད་གི་ཡོད་རྣམ་པ་མཚོན་རྟགས་ཆེན་པོ་ཅིག་རེད་ད་རྒྱ་གར་ག་དུས་ཨ་ནི་རོགས་པ་བྱེད་གི་རེད་ཟེར་རྒྱ་གར་གཞུང་ལ་དྲི་བ་བཏང་རྗེས་རྒྱ་གར་ཚགས་པར་ནས་པོ་ཆེན་པོ་ཐོན་པ་རེད་ང་རང་ཚོ་ན་ཡིན་པ་ནས་གཏམ་བཟང་རེད་ད་ཨ་རིག་ང་ཚོ་ལ་དགུ་མོ་བརྒྱ་སྤྲད་ན་དགུ་མོ་བརྒྱ་རྡོག་རྡོག་ང་ཚོ་དམ་ཚ་ལ་རག་གོ་རེད་ད།

མི་ལེ་ཁ་ཆིང་ལེ་ཆེ་རྒྱུག་གོ་ར་པ་ཚོ་རྒྱུག་གོ་ར་རྒྱུག་བྱེད་ར་རྒྱོ་ར་མ་ཏོ་ནི་ཁོ་ནི། གོང་ས་མཆོག་གི་ཐུགས་རྗེ་བྱིན་རླབས་དེ་ཡོད་པ་རེད་ད་ཀ་བོ་གོང་ས་མཆོག་ཡོད་པ་ནས་སོང་ཏེ་ཐུགས་རྗེ་བྱིན་རླབས་ཡོད་པ་རེད་ང་ཚོ་སྙམ་དོན་ལ། སྐྱབས་བཅོལ་ཟམ་གདོང་རིན་པོ་ཆེ་སྙེ་མ་སྲིད་སྐྱོང་གི་བཀའ་བློན་ཁྲི་བ་རྣམ་པ་གོང་ས་མཆོག་གི་ཐུགས་རྗེ་བྱིན་རླབས་རྫོགས་ལྡན་མ་དང་གོང་ས་མཆོག་གི་ཐུགས་རྗེ་བྱིན་རླབས་རྡོག་རྡོག་འགྲོ་བ་བཟོས་བློ་གསར་སེང་གེ་ཀླད་པ་དང་གོང་ས་མཆོག་གི་ཨོ་བློ་སེང་གེ་གཡག་ས་དེ་འདྲ་ཁེ་མ་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བྱིན་རླབས་དུས་ཚོད་རྣམ་པ་ཀུན་ཏུ་ཡོད་པར་ང་ཚོ།

སྨན་པ་ཟེར་རིན་གྱིས་ཀྱི་བཀའ་བློན་ལ་རེ་བ་ཡོད་རྒྱུ་རེད་བློ་བཟང་ཉི་ལ་ཁོ་རང་གི་སྤེན་པ་ཟེར་རིན་གསར་པར་བྱས་རེད་ཞེ་བོ་ཡོད་རྒྱུ་རེད་ཡིན་ན་སྤྱི་བའི་དཔེ་ཆ་ཁོ་ལ་ཁ་ཆེམས་སྤྲད་དགོས་རེད་ང་ཚོ་རེ་བ་ཡ། སྤེན་པ་ཟེར་རིན་ཁོ་རང་གི་དཔེ་ཆ་སྤྲད་ཁོ་རང་སྐྱིད་སྨན་དང་སྤུ་ཀུན་དང་སྐད་སྣ་འདྲ་ལ་ཡོད་རྒྱུ་རེད་དེ་ལེགས་གླ་ཆ་ཟ་དཔེ་ཆ་དེ་བློ་བཟང་ཉི་ལ་སྤྲད་བྱེད་དོ་གས་མེད་ཁོ་རང་གཞིས་ཆགས་ལ་ས་ཆ་ཡོད་རེད་དེ་ནས་བློ་བཟང་ཉི་ལ་ལ་ཁང་པ་རྒྱའི་ས་ཆ་སྤྲད་གས་ཁོ་ཅི་བྱེད་དོ་མེད་ཨོ་ཁེ། ང་ཚོ་བོད་བོད་མི་ས་ཡ་དྲུག་གི་དཔེ་ཆ་ག་ཅིག་བློ་བཟང་ཉི་ལ་ལ་སྤྲད་དགོས་རེད་ཨ་རི་བོད་ཀྱི་ཐེབས་རྩ་ང་ཚོ་ག་ཅིག་ཡང་སྤྲད་དགོས་རེད། རེད་བ། དེ་ཐ་ན་ཁྱེད་རང་ཚོ་ཡིན་ན་བསམ་དང་གོ་ད་དེ་ང་ཚོ་གཅིག་པོ་གནས་དོན་མ་རེད་ད། བོད་གཞུང་གི་བང་མཛོད་ན་དཔེ་ཆ་ག་ཚོད་སླེབས་པ་ནི་དེ་བོད་མི་ས་ཡ་དྲུག་ལ་དྭགས་སྐོར་ད་དེ་ཐ་ན་གཅིག་པོ་དྭགས་སྐོར་མ་རེད་ད་དེ་ཁ་སྐོར་སྐོར་ད། བོད་གཞུང་གི་བང་མཛོད་ན་གུང་མོ་གཅིག་འབྲོ་པ་ནི་དེ་བོད་བོད་མི་ས་ཡ་དྲུག་གི་དཔེ་ཆ་འབྲོ་སྐོར་མ་ཐ་ན་གི་དཔེ་ཆ་འབྲོ་སྐོར་མ་རེད་ད་དེ་དེ་ང་ཚོ་མཁྱེན་དགོ་རེད་ད་དེ། དེ་དེ་བོད་གཞུང་གི་བང་མཛོད་ན་དཔེ་ཆ་ག་ཚོད་ཡོད་པ་དེ་བོད་མི་ས་ཡ་དྲུག་ལ་དྭགས་སྐོར་སྤྱི་སྟངས་བྱས་ན་བོད་མི་ས་ཡ་དྲུག་བྱེ་བྲག་ཏུ་དཔྱ་ཁྲལ་ལག་དེབ་སྤྲད་མཁན་ཚང་མ་དྭགས་དེ་སྐོར་ད།

གཅིག་གིས་ད་ལྟ་བར་དུ་གཅིག་རྣམ་པ་ཚོས་རྒྱབ་སྐྱོར་གནང་ཡས་ལ་གནས་ཚུལ་མཁོ་སྤྲོད་གནང་མཁན་རེད་ད་སེམས་ཤུགས་སྤར་མཁན་རེད་ཨ་ནི་ཐུགས་ཁུར་གནང་མཁན་རེད་གཅིག་ཐུགས་རྗེ་གི་སྨོན་ལམ་རྒྱབ་མཁན་ལ་སོགས་པ་དེ་ནས་མང་པོ་ཡོང་འདིའི་རྣམ་པ་ཚང་མ་ཐུགས་རྗེ་ཆེ་ང་ཚོ་ཚང་མ་གཅིག་ཆོས་ཁས་ལེན་གི་ཡོད་དུས་ཆོས་ཀྱི་ནང་ལོགས་ལ་སྨོན་ལམ་འདི་གལ་ཆེན་པོ་ཞུ་རྒྱུ་རེད་དམ་ཚིག་གལ་ཆེན་པོ་ཞུ་རྒྱུ་རེད་རེད་བ། དེ་འདྲ་ཡིན་དུས་ཨ་ནི་རྣམ་པ་ཚོ། ཀོ་རོ་ན་དུས་ཚོད་དེ་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་པ་ནང་བཞིན་བྱས་རྗེས་སྒྲོལ་མའི་གཟུངས་སྔགས་ས་ཡས ྋགོང་ས ྋསྐྱབས་མགོན་ཆེན་པོ་གཅུང་བོ་མ་རེད་ས་སྐྱ་གོང་མ་རིན་པོ་ཆེ་ཡིས་གོང་མ་ཁྲི་ཆེན་གྱི་དེ་འདྲ་ཞིག་བཀའ་སློབ་ཕེབས་སོང་བསམས་སོ། དེ་ཚོ་ཟ་ཐུ་ཡས་གལ་ཆེན་པོ་ལ་ནི་སོ་སོ་ཀྱི་ཁ་འདན་གྱི་ཆོ་ག་རེ་གནང་ན་གནང་ཡག་པོ་ར་ནི་བཞག་དང་ཞོག་ལ་དུས་རྣམ་པ་ཀུན་ལ་ངས་ད་བཀའ་འབུལ་གྱི་ཞུ་འདོད་ཀྱི་བཙན་བྱོལ་བོད་མའི་བཅའ་ཁྲིམས་དེ་འཇིག་མེད་ཀྱི་ཀློག་རོགས་བྱེད་ར། བཙན་བྱོལ་བོད་མའི་བཅའ་ཁྲིམས་དེ་རྣམ་པ་ཚོ ྋསྤྱི་ཟླ་ཨིན་ཇིའི་ནང་བཤད་པ་ན་ཁྲིམས་འཛིན dot net ལས་བྱོས TRIM ཨ TRIM ཁྱེད ZIM dot net ལས། བེབ་སའི་ཏི་ན་ཕེབས་དང་རྩེད་ཆོད་མི་བྱ་རིན་འདིག་ཚང་མ་ཡོད་རེད་ད་བར་ན་ཞིང་གི་ང་རང་ཚོ་རྡ་རམ་ས་ལ་འཛིན་སྐྱོང་གི་སྒྲིག་གཞི་དང་འོས་བསྡུ་སྒྲིག་གཞི་དེ་ཚོ་གོ་ནའི་རྣམ་པ་དང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་རྒྱ་ནང་ལ་ཕེབས་ན་འབྲི་བ་སྤྱི་འཐུས dot org སླེས་དོ་ཨིན་ཇི་ནང་སྤྱི་འཐུས dot org Google ནང་ཕེབས་ན་དེ་ནང་ལོ་ཡང་ང་ཚོ་གཅིག་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་ཁག་གི་སྒྲིག་གཞི་ཚང་མ་དེ་ནང་ཡོད་དེ་གའི་རེད་རྣམ་པ་ཚོ་ཡང་ཕབ་ལེན་བྱེད་བྱེད་ཨ་དེ་ནས་དུས་སུ་དེ་ཚོ་ཅིག་ལྟ་ཐུབ་བ་ཡིན་ན་ད་ང་ཚོ་ཨེ། གྲྭ་བ་ཡིན་ན་སོ་སོ་སོའི་མིའི་ལམ་རིམ་དག་དག་མང་པོ་ཞུ་ཡག་རེད་དོ་མི་རྒྱ་ཡིན་ན་དེ་འདྲ་ཞུ་ཞུ་མེད་དུས་དེ་ཚོ་ཡང་དེ་དེ་ཚོ་སློབ་ཐུབ་པ་ཡིན་ན། སོ་སོ་སོ་བསམ་བློ་གོ་རྟོགས་སད་འགྲོ་གི་ར། སོ་སོ་བསམ་བློ་གོ་རྟོགས་སད་ན་སོ་སོ་མིའི་མགོ་སྐོར་བ་ལ་ཚུད་དགོས་མ་མཐོང་དོན་ཚུལ་འདི་རེད། མིའི་མགོ་སྐོར་བ་ལ་མ་ཚུད་པ་ཡིན་ན་ཐག་གཅོད་འདི་ཐག་གཅོད་ཡག་པོ་བྱེད་ཐུབ་དགོས་རེད་ཐག་གཅོད་ཡག་པོ་བྱེད་ཐུབ་པ་ན་དེ་གི་གྲུབ་འབྲས་ཡག་པོ་ཐོན་གི་རེད། བྱིན་པ་ཐག་ཆོད་ནོར་ན་གྲུབ་འབྲས་ནོར་སྐལ་དག་རང་རོ་དེ་རྣམ་པ་སོགས་ཁེངས་བ་ན་རང་མཐའ་དོན། བོད་མི་ས་ཡ་དྲུག་མྱུར་དུ་གཞིས་བྱེས་མཉམ་འཛོམས་ཡོད་སྨོན་ལམ་གོང་ས་སྐྱབས་མགོན་ཆེན་པོ་མཆོག་གཙོས་པའི་རིས་སུ་མ་ཆད་པའི་ཆོས་བརྒྱུད་ཀྱི་བླ་ཆེན་དབུ་ཁྲིད་དགེ་འདུན་གཉིས་སྡེ་ཐུགས་རྟེན་ཁྲི་བརྩམས། སྐུ་ཚེ་རིང་བའི་སྨོན་ལམ་དང་རྒྱ་ཆེའི་སྤོབས་པ་སྤོབས་མང་ལ་བཙོན་ཁང་ན་ཅིག་མྱུར་དུ་གློད་གྲོལ་ཡོད་མེད་དང་ནི་ཅིག་འདས་ཟིན་པ་ཚོའི་ནི་བོད་གངས་ཅན་ལྗོངས་སུ་སླར་ཡང་སྐྱེ་བ་ལེན་དང་ད་ལྟའི་ཅིག། ང་ཚོ་སྤྱི་ཚོགས་ནང་ལ་ཡང་བོད་པས་བོད་རྒྱལ་ཁབ་ཀྱི་དོན་དུ་འཐབ་རྩོད་གནང་གནང་རེད་མི་རིགས་ཀྱི་བདེ་སྡུག་གི་དོན་འཐབ་རྩོད་སུས་ལས་ཀ་བྱེད་མཁན་སུ་ལ་སུ་ཡོད་པ་ཡིན་ན་དངོས་གནས་གཟིགས། ཆ་ཚང་ལ་དབྱེ་བ་མེད་པའི་ཐོག་ནས་རང་བཙན་དང་དབུ་མ་དང་ཆོལ། ཁམས་པ་ཨ་མདོ་དབུས་གཙང་སྐད་ཆ་མེད་ད་ག་རེ་ཡིན་ན་ཁ་ཞེ་གཉིས་མེད་ཀྱི་ལས་ཀ་བྱེད་མཁན་ཡིན་ན་ཚང་མར་ཐུགས་ཆེ་ཡིན་ད་འཁྲབ་སྟོན་དང་དེ་འདྲ་བྱེད་ཀྱི་ཡོད་ན་ངོ་རྒོལ་རང་བྱེད་ཡ་རེད་མ་འདུག་རོ། འོན་ཏེ་ཞུ་ཡོན་ཐུགས་ཆེ་བོད་རྒྱལ་ལོ།